དེ་རིང། ཕྱི་ལོ་ཉིས་སྟོང་བཅུ་དྲུག་ཟླ་བ་གཉིས་པའི་ཚེས་ཉི་གསར་བརྗེའི་རྒྱལ་སྤྱིའི་ཕ་སྐད་ཉིན་མོ་ཐེངས་བཅུ་བདུན་པའི་ཐོག་ཆིབས་བསྒྱུར་བཀའ་དྲིན་བསྐྱངས་པའི་སྐུ་མགྲོན་གཙོ་བོ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་ཀོང་ངོ་ཀྲོ་ཚེ་རིང་མཆོག་གཙོས་པའི་ད་རིང་གི་ང་ཚོའི་གསུང་བཤད་གནང་མཁན་གྱེན་དབང་ལྷན་རྒྱས་དེ་ག་ནང་བཞིན་གྱི་ཚོགས་བཅར་བའི་ཐོག་ལ་ཨ་ནི་དགེ་རྒན། སྨན་པ། སྤྱི་འཐུས། གཞུང་འབྲེལ་མ་ཡིན་པའི་སྡེ་ཚན་གྱི་འགན་འཛིན། དེ་ག་ནང་བཞིན་གྱི་བོད་ཀྱི་སྐད་ཡིག་ལ་དོ་དབྱིངས་དང། དུང་བ་ཡོད་པའི་ཚོགས་བཅར་བ་ལྷན་རྒྱས་གསར་འགོད་པ་ལྷན་རྒྱས་ཚང་མ་ལ་ངས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཚབ་ཞུས་ཏེ་མཛའ་བརྩེ་ལྡན་པའི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་དང་ཆབས་ཅིག་ཨ་ད་རིང་ང་ཚོའི་གི་བགྲོ་གླེང་ཚོགས་འདུ་དབུ་འཛུགས་མ་ཞུས་གོང་ལ། ཨ་ནི་ད་རིང་ང་ཚོ་སྲུང་བརྩི་ཞུས་བཞིན་པའི་གི་དུས་ཆེན་འདི་ངོ་སྤྲོད་བིགས་ཞིག་ཞུས་ཆོག་པ་གྱིས། ཨ་ད་རིང་ང་ཚོའི་འདི་སྲུང་བརྩི་ཞུས་བཞིན་པའི་གི་དུས་ཆེན་འདི་གལ་ཆེའི་ཕ་སྐད་ཉིན་མོ་ཆགས་བསྡད་ཀྱི་ཡོད་རེད། ད་འདིའི་རྒྱབ་ལྗོངས་གི་གནས་ཚུལ་བིགས་ཞིག་ཞུས་པ་ཡིན་ན། ཨ་ནི་འདི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་དགུ་དགུ་ལོ་ལ་མཉམ་འབྲེལ་རྒྱལ་ཚོགས། ཤེས་ཚན་རིག་གསུམ་ལྷན་ཁང། ཨིན་སྐད་དུ Unesco། ཁང་བརྩོད་ཀྱིས་གཏན་འབེབས་གནང་བ་དང་དེ་ག་ནང་བཞིན་གྱི་གསལ་བསྒྲགས་གནང་བ་ཆགས་བསྡད་ཀྱི་ཡོད་རེད། དེ་ནས་བཟུང་ཕྱི་ཉིས་སྟོང། ཕྱི་ལོ་ཉིས་སྟོང་ནས་བཟུང་ནས་ད་ལྟ་བར་དུ་གལ་ཆེའི་ཕ་སྐད་ཉིན་མོ་དེ་སྲུང་བརྩི་ཞུས་དང་ཞུ་བཞིན་ཆགས་བསྡད་ཀྱི་ཡོད་རེད། ད་ཕྱི་ཟླ་གཉིས་པའི་ཚེས་ཉི་ས་གཅིག་དེ་གལ་ཆེའི་ཕ་སྐད་ཉིན་མོ་སྲུང་བརྩི་ཞུ་དགོས་པའི་རྒྱབ་ལྗོངས་གནས་ཚུལ་བིས་ཞེས་ཞུས་པ་ཡིན་ན་ཨ་འདི་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་ཀྱི་དོན་རྐྱེན་ཅིག་ལ་ཐུག་བསྡད་ཀྱི་ཡོད་རེད་དེ་ཨ་ནི་པཱ་ཀི་སི་ཐན་དེ་དུས་སྐབས་ཀྱི་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་ཀྱི་ལོ་ལ་ཨ་ནི་པཱ་ཀི་སི་ཐན་གྱི་གཞུང་ངོས་ནས་ཨ་ནི་རྒྱལ་ཁབ་ཀྱི་སྐད་ཡིག་སྲིད་ཇུས་འདི་ཨ་ནི་སྐད་གཅིག་གི་སྲིད་ཇུས་ཆགས་བསྡད་ཀྱི་ཡོད་རེད་དེ་ཨ་ནི་ཨུར་དུ་སྐད་ཡིག་དེ་ཆགས་བསྡད་ཀྱི་ཡོད་རེད་ད་དེ་དུས་སྐབས་ཀྱི་པཱ་ཀི་སི་ཐན་གྱི་ཆ་ཤས་ཆེན་པོ་ཅིག་ཤར་པཱ་ཀི་སི་ཐན་ཆགས་བསྡད་ཀྱི་ཡོད་རེད་ད་ལྟའི་ཆ་ལ་བཱང་ལ་དེཤ་དེ་རེད། ད་ཤར་པ་ཀི་སི་ཐན་གྱི་ཕ་རྒན་དེ་ཨ་ནི་འབངས་ལ་ཆགས་བསྡད་ཀྱི་ཡོད་རེད་མི་རིགས་གཙོ་བོ་དེ་སྦེན་གོ་ལི་ཡིན་ཙང་སོང་ཙང་ད་སྦེན་གོ་ལི་མི་རིགས་དེ་ཚོའི་གི་ཨ་སོ་སོའི་གི་ཕ་སྐད་ལ་ངོས་འཛིན་མཐོ་བས་ཀྱི་ཆེད་དུ་ཨ་ནི་གཞུང་ལ་མུ་མཐུད་ནས་ཨ་ནི་རེ་སྐུལ་འབོད་སྐུལ་ཞུས་དེ་ནི་གང་ད་ངོས་ལེན་རྩ་བ་ཉིད་གནང་ཡོད་མ་རེད་ད་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་ཟླ་བ་གཉིས་པའི་ཚེས་ཉི་ས་གཅིག་ཉིན་དེ་ལ་ཨ་ནི་སློབ་ཕྲུག་མང་པོ་ཆེ་གི་གང་ད་གཞུང་ལ་ཨ་ནི་དེ་འདྲ་ཟེར་ནས་ང་ཚོའི་གི་ཕ་སྐད་དེ་ཡང་ཨ་ནི་རྒྱལ་ཁབ་དང་གཞུང་གི་ཨ་ནི་སྐད་ཡིག་ཅིག་ལ་ངོས་འཛིན་གནང་རོགས་གྱིས་ད་ནི་ཞི་བའི་ངོ་རྒོལ་ཇི་གནང་རེད་ཡིན་ན་ཡང་དེ་དུས་གཞུང་གི་ཨ་ནི་འདིའི་ངོས་ལེན་རྩ་བ་ནས་མེད་པའི་ཐོག་ནས་ཉེན་རྟོག་པ་དེ་ཚོས་གི་གང་ལྟར་ཞི་རྒོལ་གནང་མཁན་གི་སློབ་ཕྲུག་དེ་ཚོའི་གི་པ་ར་ལ་མེ་མདའ་བརྒྱབ་བྱས་ནི་གང་ལྟར་སློབ་ཕྲུག་བཞི་བསད་པ་རེད། ད་དུང་ཡང་ཨ་ནི་སྦང་ལ་ཕ་སྐད་ཀྱི་ག་འདའ་འཐབ་རྩོད་འདི་ཨ་ནི་དེ་ནས་ད་དུང་ཡང་ཤུགས་ཆེ་རུ་ཕྱིན་ཅི་ནི་མུ་མཐུད་ནས་ལོ་ཤས་གནས་པ་རེད་དེ་འདྲ་སོང་ཙང་ད་དེ་དུས་སྐབས་ལ་ལོ་བཞི་བཞི་གི་རྗེས་ལ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོ་ལ་ཨ་ནི་མཐའ་མ་པ་ཀི་སི་ཐན་གཞུང་ངོས་ནས་ཨ་ནི་ཨུར་རྡུ་སྐད་ཡིག་དང་མཉམ་དུ་ཨ་ནི་སྦང་ལ་སྐད་ཡིག་དེ་ཡང་ཨ་ནི་རྒྱལ་ཁབ་དང་གཞུང་གི་ག་འདའ་སྐད་ཡིག་ཅིག་ལ་ངོས་འཛིན་དེ་འདྲ་ཅིག་གནང་བདེ་བ་ཆགས་ཡོད་རེད་སོང་ཙང་ད་དེ་ནས་བཟུང་བྱས་ནས་གང་ལྟར་དོན་རྐྱེན་དེ་ནས་བཟུང་ནས་ཨ་ནི་བང་ལ་ཡང་ན Bengali མི་རིགས་དེ་ཚོས་ཀྱི་ཨ་ནི་ཉིན་མོ་འདི་གང་ལྟར་མྱ་ངན་གུས་འདུད་དང་བྱས་ནས་ཨ་ནི་སྲུང་བརྩི་ཞུས་བསྡད་ཀྱི་ཡོད་རེད་ཨ་ནི་དེ་དང་བཞིན་ཨ་ནི་ཉིས་སྟོང་ལོ་ནས་བཟུང་ནས་གལ་ཆེའི་ཕ་སྐད་ཉིན་མོ་ལ་དེ་འདྲ་བྱས་ནས་སྲུང་བརྩི་གནང་བསྡད་ཀྱི་ཡོད་རེད་ད་ལོ་རྟག་པར་རེད་ཅེས་ཨ་ནི་རྒྱལ་སྤྱིའི་མཉམ་འབྲེལ་རྒྱལ་ཚོགས་ཤེས་ཚེ་རིག་གསུམ་ལྷན་ཁང་གི་ངོས་ནས་རྒྱལ་སྤྱིའི་ཕ་སྐད་ཉིན་མོ་ལ་ཨ་ནེ་གཅིག་ཕ་སྐད་དང་འབྲེལ་བའི་ཐོན་ནས་བྱོས་གཞི་དོན་ཆེན་དེ་འདྲའི་ཁོང་ཚོས་གི་བཞག་གནང་གི་ཡོད་རེད་ལོ་རྟག་པ་རོལ་རྗེས་བྱོས་གཞི་ལོ་ག་ལོ་ག་ཡོད་རེད་ད་ད་ལོ་ཉིས་སྟོང་བཅུ་དྲུག་གི་རྒྱལ་སྤྱིའི་ཕ་སྐད་ཉིན་མོའི་གི་བྱོས་གཞི་འདི་ཨ་ནེ་ཤེས་ཡོན་ཚན་ལྡན་སློབ་ཁྲིད་བརྒྱུད་ལམ་སྐད་ཡིག་ཨ་ནེ་སློབ་གཉེར་གྱི་གྲུབ་འབྲས་ལ་ནི་དེ་འདྲའི་གི་བྱོས་གཞི་ཅིག་འཇོག་གནང་བཞག་ལྟ། ངོ་སྤྲོད་འདི་དང་བྱེད་ནས་ཨ་ནེ་ང་ཚོའི་གི་ད་རིང་གི་བགྲོ་གླེང་ཚོགས་འདུའི་གི་དབུ་འབྱེད་མཛད་སྒོ་འདི་དབུ་འཛུགས་ཞུ་ཡས་ཡིན། ཨན་དང་པོ་དེ་ལ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་གྲོས་དོན་པ་སྐུ་ངོ་བློ་བཟང་ལགས་ནས་ཨ་ནེ་དགའ་བསུའི་གསུང་བཤད་འདི་གནང་རོགས་གནང་ཞུ་ཡས་ཡིན།

སྐུ་མགྲོན་གཙོ་བོ་ཤེས་རིག་བཀའ་བློན་མཆོག་རེད་ད་ནང་བཞིན་གྱི་ནི་ཅིག་གི་སྐབས་སོགས་འདི་རྣམས་ལ་བགྲོ་གླེང་ཐོག་ལ་མཉམ་ཞུགས་གནང་མཁན་གྱི་ད་དྲ་མཁས་དབང་རྣམ་པ་ཚོ་ནི་དེ་ཕེབས་དེ་ངས་དེ་མིན་པའི་ད་དྲ་དེའི་ཚོགས་ཞུགས་ད་དྲ་དྲུང་ཆེ་རེད་ད་ནང་བཞིན་གྱི་དེ་མིན་པ་མང་པོ་ཅིག་ཕེབས་ཤག་དེ་ཚང་མ་ལ། སྐུ་གཟུགས་དང། ཨ་ནི་བཀྲ་ཤིས་དེ་ཞུ་བ་དང་ཆབས་ཅིག། ང་འདི་ཞུ་བ་ཡིན་ད་རེད། ང་ཚོ། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་རྒྱལ་སྤྱིའི་ཕ་སྐད་ཉིན་མོ། ཨ་ནི་བོད་ཀྱི་སྐད་ཅིག་གླེང་བ་ཟེར་དེ། གལ་ཆེན་པོ་བཅས་ད་རེས་དེའི་བགྲོ་གླེང་དེ་ཚོགས་འདུག་དེ། ཁོང་ཚོ་ཞུ་བ་ཡག་གི་དམིགས་ཡུལ་གཙོ་བོ་དེ། ཨ་ནི་ད་ལྟའི་དུས་ཚོད་འདི་ལ། ཨ་ནི་བོད་ཀྱི་སྐད་ཡིག་དེ། ཨ་ནི་ཧ་ལས་པའི་ཉག་ཕྲ་བ་ཅིག་དང། ཧ་ལས་པའི་འཇུག་འཕྲོད་ཆེན་པོ་གི་ནི་དུས་ཚོད་གཅིག་ཐོག་ལ་སླེབས་བསྡད་ཡོད་རེད། དེ་ཡང་བོད་ནང་གི་སྐད་ཡིག་གི་གནས་སྟངས་གཅིག་དང། ཨ་ནི་བོད་ཀྱི་ཕྱི་ལོགས་དུ་ཡོད་པའི་བོད་པའི་སྤྱི་ཚོགས་ནང་གི་སྐད་ཡིག་གི་གནས་སྟངས་བཅས་བཅས་དོར་ཕྱིན་ནས་ཆགས་བསྡད་ཡོད་རེད། ཨ་ནི་གཙོ་བོ་ད་ལྟ་འཛམ་བུ་གླིང་འདི་ནང་ལ་བོད་ཀྱི་སྐད་ཡིག་བེད་སྤྱོད་བཏང་མཁན་ཨ་ནི་ད་ལྟ་ཉམས་ཞིབ་པ་ཚོགས་ཀྱི་ཚོད་དཔག་བྱས་པས་ན། ཨ་ནི་ས་ཡ་བརྒྱད་བརྩིས་ཀྱི་ཡོད་རེད་དོ་གསུང་གི་འདུག་ཨ་ནི། རྒྱལ་ཁབ་རེ་བརྩིས་པ་ཡིན་ན་ཨ་ནི་བོད་ཙམ་མ་ཚད་པའི་དང་འདྲ། རྒྱ་གར་གྱི་ཧི་མ་ལའི་རི་བཅུ་རེད་ཨ་ནི་བལ་ཡུལ་ཁུལ་རེད། ད་ནང་བཞིན་གྱི་དང་འདྲ་པ་ཀི་སི་ཐན་ལ་ཡོད་པའི་བྷ་ལུ་ཅི་སི་ཐན་རེད། ད་ནང་བཞིན་གྱི་སོག་པོའི་ཡུལ་རེད། དེ་འདྲའི་གི་ད་གང་ཅི་ལུང་ཚན་ཁག་ལ་ཡོད་པ་མ་ཚད་པས་ད་བོད་མི། གཅིག་གིས་སོ་སོར་ལུང་པ་དེ་རྒྱའི་འོག་ལ་ཤོར་བྱས་ནས་ཡུལ་ཅག་ཆགས་པའི་རྗེས་ལ། བོད་ཀྱི་སྐད་ཡིག་དེ་ནུབ་ཕྱོགས་རྒྱལ་ཁབ་ལ་དར་ཆ་ཕྱིན་བྱས་ནས་དོགས་བྱས་ནས་སློབ་སྦྱོང་དང་འབད་བརྩོན་ཞུ་མཁན་ཡོད་མུས་རེད་དེ་ཡིན་ན་ཡང། སྐད་ཀྱི་འགྱུར་འགྲོས་དེ་ཧ་ལས་པའི་ཆེན་པོ་གཅིག་སོ་སོ་རང་གིས་གཅིག་དེ་ཐོག་ལ་དོ་སྣང་མེད་ན་ཡང། ཁག་གཅིག་གིས་དེ་ལ་གཅིག་དབྱེ་ཞིབ་དང་ཉམས་ཞིབ་བྱེད་མཁན་ཚོ་གིས་དོགས་ཟིན་དེ་དུས། ང་ཚོ་གི་དཔལ་ན་ཆགས་ཞབས་བོད་ནང་གི་སྐད་ཡིག་རྒྱབ་སྟངས་རེད་གནས་སྟངས་རེད་མདོ་ཕར་བལྟས་པས་ན་ཕ་རྒོད་ལ་འཇུ་འབྲས་འགྲོ་བསྡད་པ་གཅིག་དང། ཡང་བོད་ནང་གི་ང་རང་ཚོ་བོད་རིགས་སྤུན་ཟླ་ཚོ་བསྡད་ཚུར་ཕལ་ཆེར་ང་ཚོ་སྤྱི་ཚོགས་ནང་ལ་ཡོང་དུས་དེ། ང་ཚོའི་སྤྱི་ཚོགས་ནང་ལ་ཡང་ང་ཚོ་སྐད་ཡིག་བེད་སྤྱོད་གཏང་སྟངས་དང་བྱེད་སྟངས་དེ་ཚོ་ནང་ལ་ཡང་འཇུ་འབྲས་འགྲོ་བསྡད་ཡ་ཅིག་གཟིགས་ཚུལ་ཅིག་ཡོང་བསྡད་ཀྱི་ཡོད་རེད་ཡོང་པ་ནང་བཞིན་གྱི་དེ་དངོས་ཡོད་ཀྱི་གནས་ཚུལ་ཅིག་ཆགས་བསྡད་ཡོད་རེད། ད་ནང་བཞིན་གྱི། ད་ད་ལྟ། སྤྱི་བཏང་གི་དེའི་རང་བཞིན་གྱི་བརྗོད་སྒྲོས་གཅིག་དང། ཡང་བསམ་བཞིན་པའི་དེ་ལ། བརྗོད་སྒྲོས་བཏང་ཡག་གི་ཐབས་ཤེས་བྱེད་དེ་ཁག་གཉིས་ཀྱིས་ཆགས་དེ་ཡོད་རེད་ཟེར་གིན་ཞུ་ཡག་དེ་ཡིན། ཡང་ཁག་གཅིག། བསམ་མེད་གི་ཐོག་ནས་དེ་བརྗོད་སྒྲོས་འགྲོ་དེ་ཡག་གཅིག། དཔེར་ན་ཆ་ཤ་ན་ང་ཚོའི། ད་ལྟ་རྒྱ་གར་རེད་ཕྱི་ལོག་དེ་ལྟའི་བོད་པའི་སྤྱི་ཚོགས་ནང་ལ་ད་ལྟ་སྐད།

ཉིས་སྟོང་བཅུ་གསུམ་ལོ་དེ་ད་འདྲ། རྒྱ་མི། ལིའི་ཡུན་མིང་དང་ལིའི་ཝའེ་ཟེར་ཅིག་གིས། རྩོམ་ཅིག་བཏོན་བཞག་དེ་གནང་སྟེ། ཁོ་རང་གིས་དེ་བྲིས་བཞག་དེ་སྐད་ཡིག་ཐོག་དེ། བོད་ནང་ལ་བོད་རང་སྐྱོང་ལྗོངས་ནང་ལ། ཨ་ནི། བོད་ཡིག་འབྲི་ཐུབ་མཁན་དང། བཤད་ཐུབ་མཁན་དེ། བརྒྱ་ཆ་ཉི་རྩ་གཅིག་དང་ཚགས་བདུན་གྱི་དོན་དགུ་འདུག། བརྒྱ་ཆ་ཉི་རྩ་གཅིག་དང་ཚགས་བདུན་གྱི་དོན་དགུ། ཨ་ནི། ཐ་ལ་ཕྲན་བུ། ཨ་ནི། བཤད་ཐུབ་པ་དང་འབྲི་ཐུབ་ངེས་ཏེ་བརྒྱ་ཆ་བཅོ་བརྒྱད་དང་ཚ་བཞི་བཅུ་འདུག། ཨ་ནི་བོད་སྐད་ཀློག་ཐུབ་ག་ས་བོད་ཀྱི་ཡི་གེ་ཀློག་ཐུབ་ངེས་དང་འབྲི་མི་ཐུབ་ངེས་ཏེ་བརྒྱ་ཆ་ལྔ་བཅུ་ང་དགུ་དང་ཚ་བརྒྱད་བརྒྱད་གཅིག་འདུག་ལབ་བཤད་བོད་རང་སྐྱོང་ལྗོངས་ནང་ད་བོད་རང་སྐྱོང་ལྗོངས་ཀྱི་མི་འབོར་ནང་ནས་ཚ་ག་ས་བརྒྱ་ཆ་ལྔ་བཅུ་ང་དགུ་དང་ཚ་བརྒྱད་བརྒྱད་གཅིག་དེ་ཨ་ནི་བོད་ཀྱི་ཡི་གེ་ཀློག་ཐུབ་ཀྱི་ཡོད་མ་རེད་ལ་འབྲི་ཐུབ་ཀྱི་ཡོད་མ་རེད། ཁོས་ཀྱི་ད་ཞིབ་འཇུག་ཞིབ་ཚོང་བྱས་པའི་ནི་རེད་ད། ད་མཚོ་སྔོན་ནང་ལ་ཆ་བཞག་པ་ཡིན་ན། ཨ་ནེ་ཉིས་སྟོང་དྲུག་ལོ་གི་དེ་རེད་ཤག་རྒྱ་ནག་རང་གི་ཏང་དང་ཁོ་རང་ཚོ་ཅིག་ལྟ་ཞིབ་བྱེད་ཤེས་པ་དེ་གི་ན་གྲུབ་འབྲས་ནང་ལ་ག་རེ་ལབ་ཤག་ཟེར་ན། ཨ་ནེ། མཚོ་སྔོན་ནང་ལ་བརྒྱ་ཆ་བདུན་དང་ཚགས་དུས་དུས་དྲུག་གི་བོད་ཡིག་འབྲི་ཀློག་འཐུག་པོ་ཡོག་རེད། བརྒྱ་ཆ་ལྔ་དང་ཚགས་ཉི་ཤུ་རྩ་བརྒྱད་གི་ཁྲལ་ཕྲན་བུ་ཅིག་ཀློག་ཐུབ་པ་དང་བྲི་ཐུབ་པ་ཅིག་ཡོང་དགོས་བ་རེད། ད་བརྒྱ་ཆ་གྱ་དྲུག་དང་ཚགས་དགུ་བཅུ་གོ་དྲུག་དེ། ཨེ་བུ་གྲི་ཐུག་པོ་ཡོད་མ་རེད་གློག་ཐུག་པོ་ཡོད་མ་རེད། ཀྱེ་ཀྱེ། ཁོས་འདི་ལབ་ཤག། ཟེར་དུས་དེ་རྣམ་པ་ཚོ་འདི་ཡང་འདི་མཆན་འགོ་རྒྱུ་ཚོན་འདི་གཙོ་བོ་འདི་རེད་ད་འདྲ། ཁོ་ཚོས་དེ་མི་འབོར་ཞིག་སོང་ཐོག་ལ་འདི་ལབ་ཡོང་གོ་རེད་ད་འདི་ནང་ལ། རྒྱ་མི་རིགས་ཡ་ཡོད་རེད་མི་རིགས་གཞན་དག་ཡ་ཡོད་རེད་བོད་པ་ཡོད་རེད་ཡང་རྣམ་པ་ཚོ་འདི་བརྒྱ་ཆ་བརྩིས་ཡོང་དུས་ཡང་འདི་ཆེན་པོ་ཤུགས་ཆེ་འདུག་ཡང་གཟིགས་འདུག་འདུག་གཟིགས་འདུག་མཚོ་སྔོན་ནང་ལ། རྒྱ་མི་རིགས་འདི་ཤུགས་ཆེན་པོ་རེད། ནམ་རྒྱུན་འདི་མང་འདུག་ཡོད་རེད། ད་དག་ན་ཤིང་གི་ཉིས་སྟོང་དྲུག་གི་དང་སྒྲ་ཁུ་འཛུགས་ཞིབ་འཇུག་འདི་ན་ག་རེ་བསླབ་བྱ་སུ་ལབ་ན། བོད་རང་སྐྱོང་ལྗོངས་གྲབས་ཆ་བཞག་པ་ཡིན་ན། ཨ་ནི་རྒྱ་ཡིག་ཀློག་ཐུབ་ངེས་དང། འབྲི་ཐུབ་ངེས་ཏེ། ཨ་ནི་བརྒྱ་ཆ་བཅུ་དྲུག་དང་ཚགས་བཅུག་འདུག། ཨ་ནི་རྒྱལ་ས་ནང་ལ་དང། གྲོང་གསེབ་དང་ད་ནི་ང་ཚོས་ཅིག་གི་གར་སོགས་ནས་འབྲོག་ས་ཁུལ་ཡིན་ན་ཁྱད་པར་ཆེན་པོ་འདུག། རྒྱལ་ས་ནང་ལ་བརྒྱ་ཆ་བཞི་བཞི་གསུམ་དང་ཚགས་དྲུག་ཅུ་རེ་ཉུལ་གྱི། ཨ་འདི་ལོག་ཐུག་གི་འདུག་འབྲི་ཐུག་གི་འདུག་དཔེར་ན་ལྷ་ས་བཟོ་འདྲ་པོ་དང་ཐིག་འདྲའི་ཆེ་ས་ཡོར་བ་ང་ཚོ་ཞིག་གེ་ཟེར་བཟོ་འདྲ་པོ་དེ་འདྲ། ད་ནང་བཤད་ཀྱི་གྲོང་གསེབ་ནང་ལ་འདི་ལོག་ཐུག་ངེས་དང་འབྲི་ཐུག་ངེས་དེ། བརྒྱ་ཆ་ལྔ་དང་ཚ་ལྔ་རེ་བཞག་བརྒྱ་ཆ་བརྒྱད་དང་ཚ་ལྔ་རེ་བཞག་བོད་རང་སྐྱོང་ལྗོངས་འདྲ་པོ་ཆགས་བཞག་པ་ཡིན་ན་རེད་ད་ལ། ད་མཚོ་སྔོན་ཞིང་ལྗོངས་སོགས་འདྲ་པོ་ཆགས་བཞག་པ་ཡིན་ན་འདི་ནང་ལ་དཔེར་ན་རྒྱ་ཡིག། ལོག་ཐུག་ངེས་དང་འབྲི་ཐུག་ངེས་དེ་བརྒྱ་ཆ་སུམ་ཅུ་སོ་གཅིག་དང་ཚགས་བཞི་བཞི་གསུམ་འདུག། ད། རྒྱལ་ས་ནང་ལ་བརྒྱ་ཆ་ལྔ་བཅུ་ང་དགུ་དང་ཚ་དགུ་བཅུ་གོ་ལྔ། ཨ་ནི་བརྒྱ་བརྒྱ་སྐད་བཤད་ཐུབ་པོ་འདུག། གྲོང་གསེབ་ནང་ལ་བརྒྱ་ཆ་ཉི་ཤུ་རྩ་བཞི་དང་ཚ་བཞི་བཅུ། ཨ་ནི་འདུག་ཅེས་ད་དེ་ངས་རྣ་བ་སོ་ཞུ་ཡག་དེ་ག་རེ་ཡིན་ཟེར་ན། ཨ་ནི་དེ། འཛམ་གླིང་ཕ་སྐད་ཉིན་མོ་དེ་ང་ཚོ་གལ་ཆེན་པོ་ཡིན་པའི་རྒྱུ་མཚན་དེ། ཨ་ནི། བོད་རིགས་ཡོངས་རྫོགས་ཀྱིས་ཚོར་སྣང་ཤུགས་ཆེན་པོ་ཅིག་སླེབས་ཀྱི་ཡོད་རེད། སླེབས་པ་མ་ཚད་པའི། ད་རང་དབང་ཅན་གྱི་ལུང་པར་དད་དེ་བ་དག་གིས་དེ་གཟུགས་ཀྱི་དེ། ཚོར་སྣང་ཡོད་པ་ཙམ་མ་ཚད་པའི་བོད་ནང་ལ་ཡོད་དེ་བ་ཚོ་ལྷག་པར་དུ་དེ་ཚོ་ལ་ཚོར་སྣང་དང། ཨ་ནི་དཔལ། དེ་ལ་ཅིག་གི་འདུ་ཤེས་འདྲ་པོ་ཤུགས་ཆེན་པོ་སླེབས་བྱས་ནས། ཨ་ནི། ད་བདག་ཉིད་བཞིན་དེ་བ་ལ་ང་ཚོས། མཚོ་སྔོན་ཁུལ་དེ་བ། ཨ་ནི་འཛམ་གླིང་ཕག་ཕག་གི་ཉིན་མོ་སྲུང་གཙི་བྱེད་ཡག་གི། ཐབས་ཤེས་མང་པོ་གནང་འདུག་བ་རྣམ་པ་ཚོ་དེ་མཆན་ཡོད་ཀྱི་རེད་དེ་ཚོ་ངས་བྱས་བོད་གཞུང་མ་གོ་ཐོ་ནི་གང་བྱས། ང་ཚོས་མི་རིགས་གཅིག་གནས་དགོས་ཀྱི་ཡོད་ན་འདི་གི་སྐད་ཡིག་དེ་གནས་དགོས་ཡ་དེ་གལ་ཆེན་པོ་ཞེ་བོ་ཡིན་པ་དེ་ད་ཅིག་མཆན་འདེབས་པ་རྣམས་པ་ཚང་མས་གིས་དེ་ཤེས་ཀྱི་ཡོད་རེད་ལ་དེ་གལ་ཆེན་པོ་བརྩི་གི་ཡོད་རེད་བྱས་ཙང་འདྲ་རེད་ངས་ཞུ་ཡ་དེ་ད་ང་ཚོའི་གི་སྐད་ཡིག་གི་འབྱུང་ཁུངས་རེད་སྐད་ཡིག་གི་དར་སྲོལ་རེད་དར་ཆབ་རེད་སྐད་ཡིག་གི་རྒྱུ་འགྲོས་རེད་དེ་ཚོ་ཅིག་སྔོན་མ་བོད་ན། སྐད་ཡིག་གསར་བརྗེ་བྱེད་པར་ཅིག་ཞུ་ཡ་ཡོར་བ་ད་ང་ཚོ་གསར་བརྗེ་མ་བྱེད་མ་བྱེད་ཐོག་ནས་རང་བཞིན་གྱི་ད་ཁོ་འགྱུར་བ་འགྲོ་དེ་ཡ་དང་རང་བཞིན་གྱི་བོད་ཀྱི་སྐད་ཡིག་དེ་ད་གང་ཅེ་མ་ཅོ་རུ་ཅོ་རུ་དང་ཉང་མེ་རུ་མེ་རུ་འགྲོ་དེ་ཡ་གི་ཅིག་ཆགས་བསྡད་ཀྱི་ཡོ་རེད་དེ། དེ་ལ་ང་ཚོ་གདོང་ལེན་ག་འདྲ་བྱེད་དགོས་ཀྱི་རེད་ཅིག་ཞུ་ཡ་གཅིག་དེ་རེད་གཉིས་དེ་ང་ཚོ་བོད་ཀྱི་སྐད་ཡིག་དེ་འཛམ་བུ་གླིང་འདི་ན་ལ་སྐད་ཡིག་ཕྱུག་ཤོས་གྲས་ཅིག་ད་དཔེར་ན་ཆོས་ཕྱོགས་ཙམ་མ་ཡིན་པར། ཅེས་སྐད་དགའ་སོགས་རེད། འདི་ན་ལ་རྣམ་པ་ཚོ་མང་པོས་གཞུང་ཆེན་དཀར་པོའི་སྔགས་གཟིགས་མྱོང་བའི་མང་པོ་ཡོད་ཀྱི་རེད། གཞུང་ཆེན་དཀར་པོ་སྔགས་དེ་གཟིགས་བས་ན། དེའི་ནང་གི་ཚིག་བརྗོད་མང་པོ་ཅིག་ང་ཚོས་དང་འདྲ་ཅེས་སྐད་དགའ་སོགས་རེད། བོད་ཆོས་སྨྲས་པའི་མདོ་ལས་འདས་པ་ཅིག་ངས་མདོ་མཐོང་བསྡད་ཀྱི་འདུག། བྱས་ཙང་ང་ཚོས་ཞི་དྲག་གི་བོད་ཆོས་ཕྱོགས་ཙམ་མ་འཚལ་བས། ཨ་ནི་ཆབ་སྲིད་དང་ག་རི་ཐོག་ལ་དཔེར་ན་མདོ་འཛམ་གླིང་འདྲ་ཆོས་ཆ་བཞག་པས་འདི་ན་ལ་དཔེར་ན་ཟླ་བ་དཔྱིད་འཁོར་ན་ལ་དང་དེ་སོགས་ན་ག་རི་ཡོད་མེད་གསལ་འདྲ་བ་དེ་ཚོ་ཚན་རིག་དང་མཐུན་བསྡད་པས། ཚིག་སྦྱོར་མང་པོ་བྱེད་བར་བསྟན། ད་དེ་ཚོ་བཀྲལ་ཏེ། སྔོན་མ་ཡིན་ན་ད་བླ་མ་ཚོ་དང་དགེ་བཤེས་རྣམ་པ་ཚོ་སློབ་སྦྱོང་བྱས་ཡག་ཚང་མ་མ་གཏོགས་དེ་ཚོ་ཚིག་སྦྱོར་དེ་ཚོ་བེད་སྤྱོད་བཏང་ཡག་དང་དེ་ཚོ་ཐོག་ལ་ཉམས་ཞིབ་བྱས་ཟེར་ཡག་འདྲ་པོ་དེ་ཚོ་བཀྲལ་ཏེ་ང་ཚོ་ད་ལྟ་བར་དུ་ཞེ་དྲག་ཞེ་དྲག་ཡོང་དགོས་ཡོད་མ་རེད། ཅག་སྐྱབས་མགོན་རམ་གྱི་ཐུགས་རྗེ་བཀའ་དྲིན་ལ་བརྟེན་བྱས་ནས་ཚན་རིག་དང། ཨ་ནེ་ང་ཚོ་བོད་པའི་གི་ཆོས་རིག་གཞུང་དེའི་ནང་ནས་ལྷག་པར་དུ་སེམས་ཁམས་གི་སྐོར་དེ་ཚོ་བཀྲལ་ཏེ་ད་ཅིག་ལས་ཡོང་དུས་ཨ་ནེ་བོད་པའི་གི་ཆི་ཁེ་སྐད་ཡིག་རེད་ནང་ཆོས་རེད་དེ་ཚོ་ད་གལ་ཆེ་རུ།

ང་ཚོ་གཅིག་ག་སོག་རེད་སྲུང་སྐྱོབ་བྱེད་ཡ་རེད་དེ་ཚོ་བྲེད་དེ། ལས་འགན་དེ། བོད་རིགས་ཡོད་དོ་ཅོག་ཚང་མ་ལ་ཡོད་ཀྱི་ཡོད་རེད་བསམ་ངས་དྲན་གྱི་འདུག་བྱས་ཙང་ཚང་མ་གྱི་ཧ་རུག་ཕ་རུག་བྱས་དགོས་རེད་མ་གཏོགས། ཨ་འདི་མེད་སྡེ་ཚན་གཅིག་གཉིས་གཅིག་གི་བེད་སྤྱད་བྱས་ནས་འདི་སྐོར་ལས་འགུལ་ཐུབ་ཐུབ་ཐུབ་ཨ་ག་གལ་ཡོད་མ་རེད། བྱས་ནས་ཚང་མ་གྱི་མི་རེ་ངོ་རེ་བྱས་ནས་དཔེར་ན་བོད་ལ་སྡོད་དེ་ང་ཚོ་ག་ཚད་སེམས་ཤུགས་འཁྱེར་ནས་སོ་སོ་ཕ་སྐད། ཉིན་མོ་སྲུང་བརྩི་བྱེད་ཡ་རེད་དྭགས་ནང་ཞེན་གྱི་སྐད་ཡིག་སྲུང་སྐྱོབ་བྱེད་ཡ་ལ་དཀའ་ངལ་ག་ཚད་ཅན་གྱི་འདུག་ད་ང་ཚོ་སྡེ་བ་དེའི་སྟེང་ཚོགས་ཀྱི། ཨ། ད་སོ་སོ་སོ་ཉིན་རེ་ཉིན་རེ་གི། མཚམས་མཚམས་ང་ཚོ་ཚོ་བསམ་གྱི་འདུག་ཅིག་གི་ལོ་གཞོན་པ་ཚོ་དཔེར་ན་ཞེ་ཏིག་གཏམ་བཤད་གནང་བའི་ནར་དལ་བྱས་པའི་ན། བོད་བོད་ཀྱིས་གཙང་མ་ཐོག་ནས་མ་ཅིག་སོ་སོ་གི་བསམ་པར་ན་ཡོད་དེ་བ་དེ་མ་གསུང་ཐུབ་གི་མི་འདུག་བ། དེ་མ་ཐུབ་དུས་ད་སྐད་གཞན་དག་གི་དེ་རོགས་པ་ཚད་ཀྱི་འདུག་བ་དཔེར་ན་དབྱིན་ཇིའི་སྐད་རེད། རྒྱ་སྐད་རེད་ད་ག་ནས་ཧིན་དི་སྐད་རེད་འདི་གི་རོགས་པ་ཚད་ཐོས་བ་ཅིག་ཆགས་བསྡད་ཀྱི་འདུག་བ། བྱས་ཙང་དེ་མི་ཡོང་བའི་ཐབས་ཤེས་ཅིག་ད་སྐད་གཙང་ནས་ང་ཚོ་བོད་སྐད་ནར་ལ་མེད་དེ་བ་བྱས་ན་ཨ་ནི་ཁོ། མས་ཚིག་སྦྱོར་གསར་བ་བཟོ་དགོས་ཀྱི་འདུག་ག་རེ་བྱེད་ཀྱི་འདུག་དེ་བསམ་ཤེས་གནང་ཡ་རེད་བ། ད་ཡོད་དེ་ཡ་དེ་བེད་སྤྱོད་གཏང་དགོས་ཡ་ཅིག་ངོ་དགོས་ཡ་ཅིག་དེ་མི་ཉམས་གོང་འཕེལ་གཏང་དགོས་ཡ་དེ་ང་རང་ཚོ་ཚང་མ་གི་ལས་འགན་རེད་ཅེས་དེ་ངོ་སྤྲོད་ཐུབ་ཐབས་དང་དེའི་ཐོག་ལ་ད་རེས་འདི་མཁས་དབང་མང་པོ་ཅིག་ཕེབས་འདོད་ཡོད་རེད་ཚང་མ་ལ་ངས་འདི་ཕེབས་ཐུབ་པ་དེ་ལ་བཀྲ་ཤིས་བདེ་ལེགས་དང་དགའ་བསུ་ཡོད་ཨ་ནི་ད་ད་རེས་ཉིན་གང་ང་ཚོའི་དེ་བགྲོ་གླེང་གནང་གི་ཡོད་སོང་ཙང་མཁས་དབང་མང་པོ་ཅིག་གི་སོ་སོ་སྐུ་ངལ་བཅོན་རྗེས་ད་སོ་སོ་མྱོང་ཚོར་རེད་ཐོས་བསམ་རེད་ཐོས་བྱ་རེད་ཚང་མ། ཅིག་གཅིག་ཏུ་དུས་ཡུན་བྱས་ནས་གངས་བཅད་དེ་ཆུ་ཚོད་སྐར་མ་ཁ་ཤས་ཤིག་གནང་ལ་རྣམ་པ་སོགས་འདེམས། ཅིག་ག་སོགས་རེད་མ་གསུང་ཡག་ཐབས་ཤེས་གནང་གི་རེད་དེ་ཕལ་དེ་འང་འཚོ་བའི་དེ། རྣམ་པ་ཚོ་ཅིག་གསན་བཞེས་གནང་ཡག་དང་དེའི་ཐོག་ལ་རྣམ་པ་ཚོ་དགོངས་བཞེས་གནང་ཡག་རེད་དེའི་ཐོག་ལ་མ་འོངས་པར་ཡང་ཉམས་ཞིབ་གནང་ཡག་རེད་དེ་ཚོ་མུ་མཐུད་ནས་གནང་ཡག་དང་དེ་ཡག་ཆོལ་འགྲོ་ཕྱོགས་ལ་ག་རེ་ག་བུ་དོ། དེ་ནི་དགོངས་པ་བཞེས་ཐུབ་ཡག་དང་གངས་བཅད་ང་ཚོའི་ཕ་སྐད་དེ་ཡི་གེ་སྐད་གཉིས་ཀ།

དགུང་ལོ་གསུམ་ལ་ཐུགས་ཆེ་གནང་ཞུ་ཡས་ཡིན་ཨ་ནི་ང་ཚོའི་དགེ་དབུ་འབྱེད་མཛད་སྒོའི་གི་གསུང་བཤད་གནང་མཁན་གཉིས་པ་ཨ་ནི་གཙོ་གནད་གསུང་བཤད་གནང་མཁན་དེ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་སྐུ་ངོ་སྔོ་འགྲོ་ཚེ་རིང་ལགས་ཡིན་ང་སྐུ་ངོ་ཆ་ནས་དབུ་འཛུགས་གནང་རོགས་གནང་ཞུ་ཡས་ཡིན།
ཐོག་མ་དེ་འཚམས་འདྲི་བྱས། ད་རེས་དེ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་ནས་ཨ་ནི་རྒྱལ་སྤྱིའི་ཕ་སྐད་ཀྱི་ཉིན་མོ་སྲུང་གཙི་གནང་པ། ད་ལྟའི་ཕལ་ཆེར་གཞུང་འབྲེལ་ལྟ་བུ་བྱས་པ་ཡིན་ན་དེ་མ་དང་པོ་ལྟ་བུ་ཞིག་ཆགས་ཀྱི་ཡོད་ས་རེད། དེ་འདྲ་ཡིན་དུས་ཙམ་པ་ལ་ཡང་དེའི་ཐོག་ལ་ཡང་ཕལ་བའི་ཨ་ནི་ཆེད་དུ་གདན་ཞུ་གནང་པའི་མཁས་དབང་རྣམ་པ། ཨ་ནི་གུང་བའི་སྤྱི་འཐུས་རྣམ་པ་དང། བོད་མིའི་སྒྲིག་འཛུགས་ཀྱི་དྲུང་ཆེ་རྣམ་པ། གཙོས་པའི་ལས་བྱེད་དང་དེ་མིན་གྱི་ཨ་ནི་ཅིག་ཐུགས་སྣང་གནང་མཁན། ནམ་རྒྱུན་ནས་ཐུགས་སྣང་ཡོད་བསྡད་མཁན་དེ་འདྲའི་མང་པོ་ཞིག་ཐེ་ཚོམ་གནང་ཤག། དེ་འདྲ་ཡིན་དུས་ཙམ་པ་ད་རེས་ཀྱི་ང་ཚོའི་ལས་དོན་དེ་ཁོ་རང་བས་ཐད་གལ་ཆེན་པོ་ཞེ་བོ་ཞིག་གང་ལ་ཡང། ཐུགས་སུ་ཆེ་བསྐྱེད་ཐུགས་སྣང་གནང་བཅས་ཕེབས་བསྡད་པ་དེ་ལ་ཡ། ཨ་ནི་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་ངོས་རྒྱང་ནས། རྣམ་པ་ཚང་མ་ལ་ཡ། འཚམས་འདྲི་དང། ཨ་ནི་སྲིད་བྱུས་ཉམས་ཞིབ་ཁང་ལ་ཡ། དེ་འབྲེལ་གྱི་གོ་སྒྲིག་གནང་བསྡད་པ་དེ་ལ་ཡ་ཐུགས་རྗེ་ཆེ་ཟེར་བཅས་ཞུ་འདོད་བྱུང། ད་དེ་ནས་ངས་ཚིག་ཁ་ཤས་ཞུ་ཡ་ཡོད་དེ་མ་བསྡད་ནས་ཞུ་ཆོག་པ་བྱས། ད་ད་ལྟ། སྲིད་ཇུས་ཉམས་ཞིབ་ཁང་གིས་ཏང་དང་ཕྱག་ལས་དང་གཙོ་འཛིན་ཕྱག་རོགས་ཐོག་ནས་བཟུང་སུ་ཏི་ཉན་ལི་ཡ་བསྟན་འཛིན་བདེ་ལེགས་ལགས་ནས་བཟུང་གནང་སོང། རྒྱལ་སྤྱིའི་ཕལ་སྐད་ཀྱི་ཉིན་མོ་འདི་ད་རྒྱལ་སྤྱིའི་ཀྱི་ཤེས་ཡོན་དང། སྤྱི་ཚོགས་རིག་གཞུང་གི་ཚོགས་སྡེ། Unesco། གིས་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གི་ལོ་ལི་ཡ་དེ་གྲོས་ཆོད་དུ་བཏོན་བྱས། དེ་ནས་ཕྱི་རྒྱལ་གཅིག་ག་དུས་ཡིན་ན་ཡང་ལོ་ཟླ་རེ་བཞི་ཕ་སྐད་ཀྱི་ཉིན་མོ་ལི་ཡ་སྲུང་བརྩི་བྱུང་བའི་བྱུང་རྐྱེན་འདི་དང་གྱིས་གསུངས་པ་དེ་རེད། སྙེ་མ། ད་ད་ལྟ་བང་ལ་དེ་ཞེས་སྙེ་མ་པ་ཀི་སི་ཐན་གྱི་ནང་ལ་ཡོད་དེ་བའི་སྐབས་ལི་ཡ་གནས་ཚུལ་བྱུང་བ་དེ་ནས་ཕྱི་རྒྱལ་དེ་བྱས་ཤག་དེ་ནས་རྒྱལ་སྤྱིའི་གི་གྲོས་ཚོགས་ཨ་མའི་ཐོག་ནས་ཚོགས་ཁང་ཨ་མའི་ཐོག་ནས་ད General Assembly ཞུགས་དགོས་རུ་བ་དེའི་ཐོག་ནས་ཉིས་སྟོང་བརྒྱད་ལོ་ནས་ཨ་ནི་གཞུང་འབྲེལ་གི་རྒྱལ་སྤྱིའི་ཕ་སྐད་ཉིན་མོ་ལ་ཡང་སྲུང་བརྩི་བྱས་རྗེས་ད་ད་ད་བོད་ཕྱི་ལོ་བཅུ་དྲུག་ལོ་དྲུག་བརྒྱད་ཚུད་ཀྱི་འགྲོ་གི་འདུག་དེ་འདྲས་ཡིན་པ་ཡིན་ཙང་ད་རེས་ང་ཚོས་ད་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་ཉམས་ཞིབ་ཁང་ནས་གྲ་སྒྲིག་གནང་ཡས་དེ། ཅི་ཀའི་ངོ་ནས་དྲ་གནས་ཀྱི། ད་སྔ་མ་དྲ་ན་ཕྱིས་མ་དྲག་པའི་སོ་རབ་ཅིག། ད་འདི་ཡ་ཡང་ཅིག་སི་ཏུ་ཙམ་པ་ལི་ཡ་སྲིད་བྱུས་ཉམས་ཞིབ་ཁང་གི་སྙན་མར་མ་གནང་པ་རེད་ཟེར་གྱི་ངས་འདི་ཙམ་ནས་ཞུ་གི་ཡོག་མ་རེད་དེ་དངོས་གནས་བྱས་ན་ད་ཤི་རི་ལི་ཀུང་གིས་སྒྲོག་རུབ་བྱེད་དགོས་ཀྱི་ཡོད་ན། ད་སྡེ་ཚན་ག་འདྲས་རུབ་བྱེད་ན་ནས་གནང་དགོས་ཀྱི་ཡོད་ན་ཡང་དེའི་སོ་ར་ཏན་ཏན་ང་ཚོས་ཅིག་དོ་སྣང་ཤུགས་ཆེན་པོ་བྱེད་དགོས་ཡས་དེ་གལ་ཆེན་པོ་ཞེ་བོ་ཅིག་ཆགས་བསྡད་པ་ཅིག་རེད་བསྡད་ཀྱི་འདུག། དེ་འདྲ་ཡིན་དུས་ཙམ་ལི་ཡ། སྤྱི་བཏང་ད་ལྟ་བློ་བཟང་ལགས་ཀྱིས་གསུངས་གནང་སོང་ད། སྐད་ཡིག། CAT། ཨ་མི་རིགས་གཅིག་གི་བླ་སྲོག་ལྟ་བུ་ཡིན་པ་དང། ཨན་ད་ག་ནས་ཤིང་གི་མི་རིགས་དེ་གི་སྤྱི་ཚོགས་རེད། འཚོ་བའི་གནས་སྟངས་རེད། རིག་གཞུང་རེད་ཆོས་རེད། དེ་འཕེལ་འགྲིབ་དེ་ག་འདྲས་འགྲོ་མ་འགྲོ་དེ་སྐད་ཡིག་དེ་གི་བརྒྱུད་ནས་བརྒྱུད་ལམ་དེ་ཐོག་ནས་འགྲོ་དགོས་ཡ་དེ་གལ་ཆེན་པོ་དེ་རེད་འདུག་ག། དེ་འདྲ་ཡིན་པ་ཡིན་དུས་ཙམ་ལི་ཡ་དེ་གོ་སྐད་ཡིག་དེ་རང་བཞིན་གི་གལ་ཆེན་པོ། ཡིན་པ་དེ། ད་ཕ་སྐད་དང་ཡིག་སྐད་ཟེར་དུས་ཚོད་དེའི་ཐོག་ལ་ཡང་རྩོད་པ་མང་པོ་ཡོད་དེའི་ཐོག་ལ་ང་ཚོ་གང་ལྟར་ཀ་མེད་ཞུ་ནི་ཁེ་ཕ་གལ་མི་འདུག་ད་ལྟ་ང་ཚོ་ཡིས་ཀ་མེད་ཞུ་དགོས་ཡ་མི་འདུག་ད་ང་ཚོ་སྐད་ཡིག་སྐད་དང་ཡི་གེ་གཉིས་གང་རང་ལ་ཡ། བསམ་བློ་བཏང་རྗེས་ཞུ་བསྡད་པ་ཡིན་ན། དཔེར་ན་ང་རང་འཚམས་འཚམས་ལ་ཡ། ད་ད་ལྟ་རྩ་བའི་དེའི་ཐོག་ལ་ཡ་མཁས་དབང་ཚོས་ཞུ་བོ་དངོས་གནས་ཕྲ་གནས་ཀྱི་ཉམས་ཞིབ་དཔྱད་ཞིབ་གནང་བྱས། ཨ་ནི་གཅིག་གིས་ནི་ད་སྙིང་རྗེའི་གྲོགས་རྣམ་པ་དུ་ལ་གསུངས་གནང་གི་རེད་དུས་ཚོད་ཐུང་ཐང་མང་གནང། ངས་དེ་མང་ཆེ་འཚོ་བའི་ཐོག་ནས་དང་ཨ་ང་རེ་གི་ག་རེའི་ཅིག་ཐུང་ཐང་ཆུང་པོ་དེ་ཚོ་མ་ཅིག་ཞུ་གི་ཡོད། དེ་འདྲ་ཡིན་དུས་ཙམ་པ་ལ་ཡང་འཚམས་འདྲི་གཅིག་གི་ཆོས་རྒྱལ་མེས་དབོན་ནམ་སོང་ཚུལ་སྐབས་ལ་ཡང་དངོས་གནས་དྲ་གནས་ཀྱི་ང་ཚོའི་ཆོས་དང་རིག་གཞུང་སྐད་ཡིག་དེ་རྒྱ་གར་ནས་གླེང་ཐུབ་པ་དེ་ཞེ་བོ་ཅིག་ཡག་པོ་བྱུང་ཤག་བསམ་བསམ་འདྲ་བོ་བྱས། དེ་ཀུན་དུས་རྟག་པར་བཀའ་གནང་ཡས་ལ་ཡང་བོན་པོ་ཚོའི་རྣམ་དཔྱོད་དང་ལྡན་པ་རེད། ཨ་ནི་གཅིག་གིས་ཆས་གོས་དེ་སོག་པོ་ནས་བླངས་སོག་པོ་ཡག་པོ་ཡོད་པ་ཡིན་ཙང་ཁ་ལག་དེ་རྒྱ་ནག་ནས་བླངས་ཆོས་དང་རིག་གཞུང་དེ་རྒྱ་གར་ནས་གླན་ཟེར་དེ། ད་ད་ལྟའི་ཆ་ལ་ཡང་ང་ཚོ་ཅིག་མི་རིགས་ལོག་ཁ་ཡིན་པ་རྒྱལ་རྒྱལ་ཁབ་ལོག་ཁ་ཡིན་པ། ཨ་ནི་རྒྱལ་ཁབ་ཀྱི་ལོ་རྒྱུས་ལོག་ཁ་ཡིན་པ་ཅིག་བསྟན་དགོས་དུས་ཙམ་པ་ལ་ཡང་དེ་ཡང་ང་ཚོ་ལ་ཡང་ཞི་བོ་གཅིག་གི་ཕན་ཐོག་ཆེན་པོ་ཡོང་གི་འདུག་བ། ཕྱོགས་གཅིག་ནས་དེ་འདྲ་ཡིན་དུས་ཙམ་པ་ལ་ཡང་དངོས་གནས་ཐ་ན་དེའི་སྐབས་ལ་ཡང་ཆོས་རྒྱལ་བཀའ་དྲིན་ཆེ་གཙོས་ཀྱི་ཕྱག་ལས་གནང་པ་དེ་ལ་ཡང་རང་བཞིན་གྱི་ཡང་སེ་ཡང་སེ་རྗེས་སུ་ཡི་རང་ཞུ་དགོས་དེ་འདྲ་ཆགས་ཀྱི། ད་དེ་དང་ཆབས་ཅིག་ལ་ཡང་ཁྱེད་ཀྱི་སྐད་ཡིག་གི་ཐོག་ཏུ་ཆ་བཞག་པ་ཡིན་ན་ད་ང་ཚོ་བོད་མི་ཆོལ་ཁ་གསུམ་ཡོངས་ཚོགས་པ་གཅིག་ལ་ཡང་སྡུག་མཁན་དེ་ད་ཆོས་ཆགས་ཀྱི་ཡོད་རེད། ཆོས་དེ་གི་གནས་ས་དེ་སྐད་ཡིག་དེ་རེད། དེ་འདྲ་ཡིན་དུས་ཙམ་པ་ལ་ཡང་སྐད་ཡིག་དེ་གི་ཨ་ནེ་ཞིག་གི་ཐུགས་རྗེ་བཀའ་དྲིན་ལ་ཡང་ང་ཚོ་ཆོལ་ཁ་གསུམ་རྡོག་རྩ་གཅིག་ཏུ་འདྲེས་བསྡད་དགོས་ཡ་གཅིག་ཏུ་ཡང་ད་གནས་ཐུབ་པ་བྱེད་དགོས་ཡ་ཐུབ་ཐུབ་འདུག་ཡ་དེ་དེ་རེད་དོ། ད་ལྟའི་ཆ་ནས་ཡིན་པ་ཡིན་ན་ཡང་ང་ཚོ་ལོག་ཁ་ཡིན་པས་ཡང་ཁོ་མི་རིགས་ཀྱི་མཚོན་དོན་ལོག་ཁ་ཅིག་ཡིན་ཟེར་གྱི་སྐད་ཆ་བཤད་ཐུབ་ཡ་འགྲུབ་བྱེད། དེའི་སྒང་ནས་གཅིག་ཆགས་ཡོང་དགོས་འདུག་དེ་དུས་རྩམ་པ་སྐད་ཡིག་གི་གནས་སྟངས་འདི་དག་དེང་སང་བེད་སྤྱོད་འདྲ་མི་འདྲ་ཐོག་ནས་རྒྱལ་ཁབ་སོ་སོའི་ནང་ལ་ཡིན་པ་ཡིན་ན་ཡང་ཐོབ་ཐང་འདྲ་མི་འདྲའི་སྒང་ལ་ཡང་སྐད་ཡིག་དེ་ལོགས་ཁ་ཡིན་པ་ཅིག་ཨ་ནི་དགུན་དུས་ནམ་རྒྱུན་སྒང་ནང་པ་དེ་འདྲའི་རེ་ཁ་ཤས་སྒང་ལ་ཡང་ཅིག་དེ་གར་སོ་རེད་ད་སྐད་རྒྱབ་ཡ་གཅིག་བོ་མེད་པ་དེ་འདྲས་ཡིན་པ་ཡིན་ན་ད་ཁྱེད་རང་ཚོས་ཡི་གེ་བཟོ་ཡ་ཐབས་ཤེས་བྱེད་ཅེས་གསུང་གི་ཡོད་གསུང་ཡ་འདུག་ཟོ་ད་ང་ཚོའི་ཐོག་ལ་ཡང་ད་དེའི་དུས་ཆ་ཚང་ཞིག་དེའི་བས་ན་ད་ལྟ་མ་ཡིན་པ་ལོ་སྟོང་ཕྲག་གོང་ནས་བྱུང་བསྡད་པའི་ལོ་རྒྱུས་ཅན་ཅིག་ཡིན་དུས་རྩམ་པ་ང་ཚོ་གཅིག། དངོས་གནས་དྲ་གནས་གཅིག་གི་སྐར་ཚོགས་རེ་རྩ་ཆེན་པོ་གྲུབ་ཅིང་བརྩི་དགོས་ཅིང་བརྩེ་བདེ་གི་དུ་བ། ད་འདི་སྐད་ཡིག་སྐད་ཡིག་འདི་གལ་ཆེན་པོ་བརྩི་སྟངས་ཐོག་ལ་ཡ་དཔེ་ན་གུང་ཁྲན་འདྲ་བོ་ཆགས་ཤག་པ་ཡིན་ན། བོད་ཀྱི་མི་རིགས་འདི་རྩ་མེད་བཟོ་དགོས་ཀྱི་ཡོད་ན་དེ་སྐད་ཡིག་འདི་རྩ་མེད་བཟོ་དགོས་རེད་ཟེར་ཁོ་ཚོ་ལྟ་གྲུབ་འདི་འདྲ་ཞིག་འདུག་ག་དེ་ག་ནས་ཤིང་གི་ད་མི་སེར་སྤེལ་ཡུལ་སྤེལ་མཁན་གྱི་སྙན་དམག་གི་ལམ་ལུགས་ལྟ་གྲུབ་དེ་ཚོ་ཆགས་ཤག་པ་ཡིན་ན། ད་ག་རང་རེད། དེ་ནི་རྒྱ་གར་ལ་ཆ་བཞག་པ་ཡིན་ན་ཡང་ད་ཐབས་ཤེས་ག་ཚོད་སུ་ཁོ་ཚོ་འབྲས་བུ་ཐོན་ཡོད་ན་མེད་ན་མ་གཏོགས་དང་པོ་ནས་སྐད་ཡིག་འདིའི་སྒང་ལ་ཡ་བསྐྱུར་བ་ཆེ་གཏང་ཐུབ་ཡ་ཐབས་ཤེས་བྱས་བྱས་ཨ་ནི་མི་རིགས་འདི་གང་ལྟར་ཕ་ཕྱོགས་ཀྱི་བྲན་གཡོག་ཏུ་བཀོལ་གྱི་ཡོད་ནས་རེད་ཕ་ཕྱོགས་ཀྱི་བསམ་བློའི་བཏང་སྟངས་ནང་བཞིན་བྱས་བྱས་འགྲོ་དགོས་ཀྱི་ཡོད་པ་ཡིན་ན་ཡང་གང་ལྟར་འབད་བརྩོན་འདིའི་བརྒྱུད་ནས་བྱེད་ན་རླབས་ཆེ་ཡོད་པ་འདི་ཁོ་ཚོས་དེ་འདྲ་བྱེད་དུ་ཨ། རྒྱ་གར་ནང་ལ་རྒྱ་གར་གྱི་ཤེས་ཡོན་སྲིད་བྱུས་དང་པོ་དེ་བ་གི་གནས་ཚུལ་དོན་དུ་བལྟ་བསྡད་པ་ཡིན་ན། དེ་འདྲས་ཡིན་དུས་རྩམ་པ་ལི་ཡ་སྐད་ཡིག་འདི་ད་ཞིབ་པོ་བྱས། དངོས་གནས་དྲ་གནས་ཀྱི་དེ་འདྲས་ཀྱི་ཧ་ལས་པ་ཅིག་རེད་བསྡད་ཀྱི་འདུག་དེ་ཡིན་དུས་རྩམ་པ་ལི་ཡ་ད་ད་རིང་ང་ཚོ་གཙོ་བོ་འགྲོ་བ་དེ། སྐད་ཡིག་གི་གནས་སྟངས་ཐོག་ལ་ཡང་བོད་ཀྱི་སྐད་ཡིག་གི་གནས་སྟངས་ཐོག་ལ་ཡང་ང་ཚོ་ག་རེ་བྱས་འདུག་ཞེས་བྱས་ད་དེའི་བགྲོ་གླེང་གནང་གི་ཡོད་རེད། སྤྱིར་བཏང་ད་ལྟ་སྐད་ཡིག་གི་ཐོག་ལ་ཡང་ད་ལྟ་བོད་ནས་ད་ལྟ་མཁན་ཆེན་བློ་དཀར་ད་ལྟ་དེ་ཚུལ་ཁྲིམས་བློ་གྲོས་ཀྱི་དུས་ཀྱི་དུས་བབ་ཀྱི་ང་སྒྲ་གསལ་དེབ་ཅིག་བཏོན་ན་ཤག་དེ་སྙན་མ་དེ་བ་མཇལ་བས་དཔེ་ཡག་པོ་འདུག་རྣམ་པ་ཚོ། ངའི་ནམ་རྒྱུན་བསླབ་གྲྭ་དེ་ཚོའི་ནང་ལ་ཡག་ལ་དེ་གི་ཡོད་དོན་ཚོ་གན་ལགས་ཚོར་དེ་ཚོ་དེང་ཕྱིན་པ་ཞིག་བལྟ། བྱོས་དེ་རྣམ་པ་ཚོ་གཟིགས་མེད་པ་ཡིན་ན་ངེས་པར་དུ་གཟིགས་དགོས་ཀྱི་འདུག། དེ་ནས་ད་ག་ནས་ཤིག་ད Unesco དང། རྒྱལ་སྤྱིའི་གི་དེ་ཚོའི་ནང་ལ་འབའ་ཏེ་ཐུགས་སྣང་གནང་པ་ཡིན་པ་ཡིན་ན། སྤྱི་བཏང། སྐྱེས་མ་ཡིན་པ་ཡིན་ན་སྐད། ད་འཛམ་བུ་གླིང་དེའི་ནང་ལ་སྐད་ཁྲི། ཁྲི་ཚོ་ཡོད་རེད་ཁྲི་ཚོ་མང་པོ་ཡོད་རེད། ད་ད་ལྟའི་ཆ་ལ་ཡང་རྒྱལ་སྤྱི་རང་གིས་བཏོན་བཞག་པ་དེ་ལ་ཡང་སྐད་བདུན་སྟོང་ཚུད་ཀྱི་ལྟ་དེའི་སྔོན་དུ་བདུན་སྟོང་རེད་བསམ་བདུན་སྟོང་སྐོར་ཅིག་ཡོད་རེད། ཅེས་ཀྱང་ཁོང་ཚོས་དེ་ལབ་བསྡད་ཀྱི་འདུག་ད་སྐད་བདུན་སྟོང་སྐོར་ཅིག་ཡོད་རེད་དེ་འཛམ་བུ་གླིང་གི་མི་འབོར་བརྒྱ་ཆ་དགུ་བཅུ་གོ་དྲུག་གིས་བརྒྱ་ཆ་དགུ་བཅུ་གོ་དྲུག་གིས་སྐད་རིགས་བརྒྱ་ཆ་བཞི་མ་གཏོགས་བེད་སྤྱོད་བཏང་གི་བེད་སྤྱོད་བརྒྱ་བཅུ་གོ་དྲུག་གིས་རེད་བ་ཨ་ནི་སྐད་རིགས་བརྒྱ་ཆ་བཞི། མ་གཏོགས་བེད་སྤྱོད་བཏང་གི་མི་འདུག། ཟེར་ཡུ་ནེ་སི་ཀོ་གི་སྙན་ཐོའི་ནང་ལ་བྲིས་འདུག། དེ་སྔའི་གཅིག་རྩིས་ཀྱི་རྒྱ་ཡི་ད་བརྒྱད་བརྒྱ་དགུ་བཅུ་གོ་དྲུག་ཟེར་དུས་ཙམ་པ་ལ་ཡ་འཛམ་བུ་གླིང་མི་མང་མི་འབོར་དེ་ཨ་ནི་དུང་ཕྱུར་བདུན་ཅུ་ལ་ཡ། Billion། བདུན་རེད་འདུག་ག་དུང་ཕྱུར་བདུན་ཅུ་ལ་ཡ་རྩིས་པའི་དབང་དུ་བཏང་བ་ཡིན་ན། ཨ་ནི་སྐད་རིགས་བརྒྱ་ད་སྟོང་ཕྲག་བདུན་ཡོད་པ་ཡིན་ན་དེ་ནང་ནས་བརྒྱ་ཆ་བཞི། མ་གཏོགས་བེད་སྤྱོད་བཏང་གི་མི་འདུག་ཟེར་དུས། སྐད་རིགས་ཉིས་བརྒྱ་གྱ་བཅུ་ཚུན་ཆད་ལྟ་ངན་རྒྱ་ཆེ་སྐོར་སྟངས་དེ་ནོར་ཡོད་ན་མ་གཏོགས། མ་ནོར་འདི་འདྲ་ཞིག་རེད་ཤག་དེ་བྱེད་དུས་ཙམ་པ་ལ་ཡ། ཁར་སོང་རེད་ད་ལྟ་འདི་མི་འབོར་གྱི་ཐོག་ནས་ཨ་ནི། ད་དུང་ཕྱུར་བདུན་ཅུ་ནང་ནས་བརྒྱ་ཆ་དགུ་བཅུ་གོ་དྲུག་ཚུད་དུས་ཙམ་པ་དུང་ཕྱུར་དྲུག་ཅུ་རབ་བདུན་རབ་བརྒྱད་ཅིག་ལེགས་འདུག་དུང་ཕྱུར་དྲུག་ཅུ་རབ་བདུན་རབ་བརྒྱད་དེའི་མི་འབོར་ཆེན་པོ་དེ་གིས། ཨ་ནི་སྐད་རིགས་བེད་སྤྱོད་བཏང་ཡས། འདིར་བ་བརྒྱ་བརྒྱ་ཞིག། ཟེར་དུས་ཙམ་པ་ལི་ཡ་མི་འབོར་མང་པོ་ཞི་བོ་གཅིག་གིས་སྐད་བེད་སྤྱོད་བཏང་ཡས་དེ་ཉུང་ཉུང་བྱས། ད་ཆོག་གཞན་པ་ཅིག་ནས་སྐད་ཆ་བཤད་པ་ཡིན་ན། སྐད་ཡིག་མང་པོ་ཞི་བོ་གཅིག་ལ་བེད་སྤྱོད་བཏང་མཁན་དེ་ཉུང་ཉུང་བྱེད་མ་ཞིག་མེད་མཁན། དེ་ཡོད་དུས་ཙམ་པ་ལི་ཡ་ཨ་ནི་མི་འབོར་ད་ག་འདྲ་སྐད་ཡིག་ཟེར་མཁན་དེ་ཀོ་བེད་སྤྱོད་བཏང་མཁན་གོ་འདུག་བ་བེད་སྤྱོད་བཏང་མཁན་མེད་ན་སྐད་ཡིག་དེ་མེད་པ་ཆགས་འགྲོ་གི་འདུག་བ། དེ་འདྲའི་ཡིག་འབྲུ་གཙང་པ་ལ་ཡང་མི་འབོར་གྱི་ཐོག་ནས་ཨ་ནི་སྐད་ཡིག་བེད་སྤྱོད་བཏང་ཡས་དེ། པད་དེ་བཏང་མཁན་འདི་མང་པོ་ཅིག་ལ་སྐད་རིགས་འདི་ཉུང་ཉུང་ཅིག། སྐད་ཡིག་ཉུང་ཉུང་ཅིག་ལ་ཡང་བེད་སྤྱོད་བཏང་མཁན་འདི་ད་ག་འདྲ་ག་འདྲ་ང་འདི་འཁྲུག་འགྲོ་ངེས་འགྲོ་ཞིག་འདུག་ག་ད་འདི་འདྲའི་འདྲ་པོ་ཅིག་གི། མི་འབོར་གྲངས་ཀ་ཉུང་ཉུང་བཞི་བོ་ཅིག་གི་ར་བ་ཨ་ནི་སྐད་འབོར་ཆེན་པོ་བཞི་བོ་ཅིག་བེད་སྤྱོད་བཏང་ཡོང་དུས་དམ་པ་སྐད་པད་དེ་ད། བདུན་སྟོང་ནས་དྲུག་སྟོང་བདུན་བརྒྱ་ཚ་ཚ་བྱེད་ཀྱི་འདུག་བརྒྱ་ཆ་བཞི་ལྟ་བུ་ཡིན་ན་སྐད་བརྒྱ་ཆ་བཞི་ཙོས་བེད་སྤྱོད་བཏང་མཁན་དེ་ཨ་ནི་མི་འབོར་འབོར་ཆེན་པོ་བཞི་བོ་ཡོད་དུས་དེ་སྤྱི་བཏང་ཁོ་རང་གི་བེད་སྤྱོད་བཏང་མཁན་བཏང་ཡས་བཏང་མཁན་གྱི་ཉུང་ཉུང་ཆགས་ཡོད་དུས་བཏང་མཁན་ཉུང་ཉུང་ཆགས་དུས་སྐད་ཡིག་དེའི་རང་བཞིན་གྱི་ཤི་འགྲོ་ཡས་མེད་པ་ཆགས་འགྲོ་ཡས་ཡིན་པ་རེད་དོ། དེ་འདྲས་ཅིག་གི་ད་གར་སུ་རེད་དྲང་དོན་ཐོག་ནས་མ་བལྟ་ཡོང་པ་ཡིན་ན་གནས་སྟངས་དེ་འདྲས་རེད་ཤག་དཔེར་ན་འདི་ནང་ལ་དེ་འདྲས་བྱས་འདུག། སྐད་རིགས་མ་འདྲ་བ་ལྔ་བཅུ་ང་གཅིག་ལ་ཡ་ད་ཁོང་ཚོས་ཉམས་ཞིབ་སྙེ་མ་ནས་བྱེད་མཁན་འགོ་བཙུགས་འདུག་ག། ཤིན་ཏུ་ཙམ་པ་ལ་ཡ་དེ་ལ་ཡ་སྐད་ཆ་བཤད་མཁན། ཤེས་མཁན་མ་ད་ཤེས་མཁན་དེ་ལ་ཡ་ཨ་ནི། མི་གཅིག་མ་གཏོགས་མེད་པ་དེ་འདྲའི། སྐད་ཡིག། སྐད་རིགས་དེ་ལ་ལྔ་བཅུ་ང་གཅིག་འདུག། ད་མི་གཅིག་པུ་དེ་བགྲེས་སོང་བརྒྱ་ལོ་བརྒྱད་ཅུ་དགུ་བཅུ་ལས་མགྱོགས། ཤིན་ཏུ་ཙམ་པ་མི་དེ་ཚོ་ད་བཟང་ན་འགྲོ་ཚར་བའི་རྗེས་ལ་ཡ་སྐད་རིགས་ལྔ་བཅུ་ང་གཅིག་དེ་ད་བཟང་ན་འགྲོ་ཚར། ད་དེ་དང་ཆབས་ཅིག་ལི་ཡཱ། སྐད་རིགས་བརྒྱ་དང་དགུ་བཅུ་གོ་དགུ། བཤད་མཁན་དེ་མི་བཅུ་གཉིས་བཅུ་གཉིས་འདུག་ད་དེ་བཤད་ཐུབ་མཁན་དེ་ད་ཧ་གོ་མཁན་དེ། དེ་འདྲ་ཡིན་དུས་རྩམ་པ་ལི་ཡཱ། མི་བཅུ་གཉིས་དེ་ཡང་ལོ་ཆེན་པོ་བརྒྱ་བརྒྱ་ལོ་བདུན་ཅུ་བརྒྱ་ཅུ་ནང་ལ་ཡིན་པ་དེ་ལོ་བཅོ་ལྔ་ཉི་ཤུ་ཅིག་ནས་ཁོ་ཚོ་མལ་བར་འགྲོ་དུས་སྐད་ཡིག་དེ་མལ་བར་འགྲོ་བས་ཐག་ཆོད་པ། དེ་ཡིན་དུས་རྩམ་པ་ད་ཆ་སྙོམས་ཀྱིས་ཁོ་ཚོ་སྡོམ་གར་རྒྱག་འདོད་ཟེར་ན། ཨ་ནི་ཅིག་ལོ། གཅིག་རེ་བདུན་ཕྲག་བདུན་ཕྲག་གཉིས་གཉིས་ཀྱི་ནང་ལ་ཡང། སྐད། སྐད་རིགས་རེ་རེ་མེད་པར་འགྲོ་གི་འདུག་ད་ལྟའི་ཆར་ལ་ད། མྱུར་ཚད་དུ་མ་སོང་དེ་འདྲས་ཤིག་ཆགས་ཡོང་གི་འདུག་བཅུ་བདུན་ཙམ་པར་ལོ་གཅིག་ལ་ཡང་ད་སྐད་ཉི་ཤུ་རྩ་བཞི་རྩ་བཞི་སུ་མེད་པ་ཆགས་འགྲོ་ཡ་དེ་འདྲས་ཆགས་ཀྱི་འདུག། དེ་འདྲས་ཡིན་དུས་ཙམ་པ་ལ་ཡང་ད་དེ་ག་འདྲས་ཆགས་ཀྱི་ཡོད་རེད་ཅེས་ལ་ཡང་ཨ་ནི་རྒྱུ་མཚན་འདྲ་བོ་དེ་ཚོ་ང་ཚོས་རྩད་གཅོད་བྱས་པ་ཡིན་ན། དེ་རྒྱུ་མཚན་འདྲ་བོ་དེ་ཕྱི་ནང་གཉིས་ཀྱི་ཐོག་ནས་ཡོང་གི་ཡོད་པ་རེད་ཤག། ད་ཕྱི་ལོག་ནས་ཕྱིའི་རྒྱུ་མཚན་དེ་དང་གྱི་དམ་པ་ཞིག་ཐུགས་རབ་ཏུ་ཅིག་གསུངས་སོང། ཕྱིའི་རྒྱུ་མཚན་དེ་ལ་ཡ་ཨ་ནི་ཅིག་རྒྱལ་ཁབ་ཀྱི་སྲིད་ཇུས་ཀྱི་ཐོག་ནས་ཨེ་ནི་ཨང་ཅིག་དབང་རྒྱུ་བཙན་ཤུགས་ཁྲིམས་དེ་འདྲས་ཀྱི་ཐོག་ནས་མ་བཅད་བྱས་ར་བ་ཡང་ཅིག་བེད་སྤྱོད་བཏང་ཆོག་དང་མ་ཆོག་དང། དེ་ལས་དེ་དང་དཔག་པའི་མཐུན་རྐྱེན་བྱ་དང་མ་བྱ་དང་ཟེར་དེ་འདྲས་ཡོང་གི་འདུག་ད་ག་ན་ཤིན་ཡང་དཔལ་འབྱོར་གྱི་གནས་སྟངས། ད་ག་ན་ཤིན་གྱི་ཅིག་བོད་མི་ཉེན་ད་བོད་མི་ཡིན་ན་རེ་སུ་ཡིན་ན་སྤྱི་ཚོགས་དེ། མཉམ་འདུས་ལས་ཡོད་མ་ཡོད། དཔེར་ན་ང་ཚོ་ཡོད་ནི་གཞིས་ཆགས་འདྲ་པོ་དེ་འདྲས་ཡོད་མ་ཡོད་གསུང་རབ་དེ་འདྲས་ཀྱི་ལོགས་ཁག་བེད་སྤྱོད་བཏང་ས་ཉམས་རྟོགས་འདྲ་པོ་ཞིག་ཁོར་ཡུག་དེ་ག་འདྲས་ཡོད་མེད་དེ་འདྲས་ཀྱི་གནས་སྟངས་གཅིག་རེད་ཤག་ད་དེ་ནང་ནས་ཁ་ཤས་དཔེར་ན་བོད་ནང་ལ་ཡིན་ན་ད་ཁྲིམས་ཀྱི་ཐོག་ནས་དཀའ་ངལ་ཞི་བོ་ཞིག་ཡོད་རེད་ད་ད་ལྟ་གོང་དུ་ཁོ་ནང་ཚོ་མང་པོ་གསུང་སོང་དེ་གང་ལ་ཡ་ཁ་ཚང་ཁོ་རང་གིས་ད་ལྟ་ཉེ་མ་བོད་ནང་ལ་ཡ་ཤེས་ཡོན་གྱི་གནས་སྟངས་དེ་ཉམས་ཞིབ་ཞིག་གནང་བྱས་སྲིད་ཇུས་ཉམས་ཞིབ་གམ་ནི་དེབ་ཞིག་བཏོན་པའི་ནང་ལ་དེ་འདྲས་བཏོན་ན་ཤག་ཡག་པོ་ཞིག་རག་འདུག། ཐུགས་ཆེན་ནང་ཞུ་ཡ་ཡིན་ད་འདོད་ཡིན་པ་ཡིན་ན་ཡང་ང་ཚོ་ད་བཙན་བྱོལ་ནང་ལ་ཡིན་ན་ཡང་དེ་འདྲ་བཟོ་རོགས་འདི་འདྲ་ཉམས་ཞིབ་གནང་དགོས་དེ་གནད་འགག་ཆེན་པོ་ཆགས་ཀྱི་འདུག་ད་འདི་ཕྱིའི་རྒྱུ་རྐྱེན་དེ་རེད་དེ་ཚོ་འདྲེ་ད་ད་ལྟ་ང་ཚོ་ཞི་དྲག་བཟོ་ཐབས་མེད་གྲུབ་ཤིང་ད་འདོད་ཡིན་ན་ཡང་བོད་ནང་གི་བོད་མི་ཚོའི་གི་ད་བླ་བྲག་སྤུ་གུ་ཚོ་ངོ་རྒོལ་མ་ཕེ་ཡས་ལ་མཚོན་པས་ད་དེ་ནས་དེ་ནས་དཔེར་ན་ཤི་ཧེ་དཔེར་ན་ཅིག་རང་ལུས་མེ་སྲེག་བཏང་པའི་སྐབས་ལ་ཡང་ཨ་ནི་མིར་སྐད་ཡིག་གི་རང་དབང་དགོས་ཡོད་ཟེར་བྱས་པས་ད་དངོས་གནས་དྲ་གནས་དེ་འདྲས་ཅིག་གི་པ་དག་སྟོན་ཅིག་གསུང་གི་སྐྱོན་བསྡད་པའི་དུས་ཚོད་ད་ང་ཚོའི་ག་དུས་ཡིན་པ་ཡིན་ན་ཡང་མ་བྱས་པ་བྱེད་དགོས་ད་གལ་ཆེན་པོ་རེད་བསམ་གི་འདུག་རེད་བ། དེ་འདྲས་ཀྱི་ཐོག་ནས་ད་གནས་སྟངས་ད་དོན་དེ་འདྲས་ཡོང་གི་ཡོད་རེད་དེ་ག་ཚོད་གདོང་ལེན་བྱེད་ཐུབ་ཀྱི་ཡོད་རེད། ད་ནང་གི་རྐྱེན་དེ་ད་ང་ཚོ་བཙན་བྱོལ་ནང་ལ་ཡོད་པ་ཚོ་ལ་བལྟས་པ་ཡིན་ན་རང་དབང་རེད། རྒྱ་གར་ནང་ལ་ཡོད་ན་བལ་ཡུལ་ནང་ལ་ཡོད་པ་ཡིན་ན་རེད་ཕྱི་རྒྱལ་གང་ལ་ཡོད་པ་ཡིན་ན་རེད་བ། ཡིན་ན་ཡང་ནང་གི་རྐྱེན་གྱི་ཐོག་ནས་ད་གར་འདོགས་ཟེར་ན་ཨ་ནི་སོ་སོ་སོས་ཀྱི་མཐོང་ཆུང། ད་མཐོང་ཆུང་ཟེར་ནས་གཅིག་ཟེར་ན་ཁ་ཤས་ཀྱི་མཐོང་ཆུང་ཡིན་འགྲོ་གཅིག་ཟེར་ན་ཁ་ཤས་ཀྱི་ཨ་ནི་སྣང་མེད་ལ་ཡ་ཕྱིན་པའི་བཟོ་རུ་བྱེད། གང་ལྟར་གཅིག་གིས་དེ་འདྲས་ཀྱི་རྐྱེན་བྱས་ཀྱི་ཨ་ནི་བེད་སྤྱོད་མ་བཏང་བའི་བཟོ་རུ་བེད་སྤྱོད་མ་བྱས་པའི་བཟོ་རུ་དེ་འདྲས་ཡོང་གི་འདུག་ད་དེ་ཉེན་ཁ་ཆེ་ཤོས་རེད་རེད་ཟེར་ཀྱི་ལ་ཤ་དེ་བདེན་པ་ཡིན་ས་རེད། ད་འདི་ང་ཚོ་ལ་ཡ་ད་ཕྱི་ནང་རྒྱུན་རྐྱེན་གཉིས་ཀ་ང་ཚོ་བོད་པའི་སྐད་ཡིག་ཐོག་ལ་ཡ་སླེབས་ཀྱི་འདུག་སྐད་ཡིག་ཐོག་ལ་འཕྲད་བསྡད་པ་ཅིག་རེད་ཤག། དེ་འདྲ་ཡིན་དུས་བཙུན་པ་དཔེར་ན་ང་རང་ཚོ་རྒྱ་གར་ནང་ལ་ཡང་ཆ་བཞག་པ་ཡིན་ན་ཡང་རེད་བ། རྒྱ་གར་ནང་ལ་ཆ་བཞག་པ་ཡིན་ན་ཡང་ད་ལྟ་ད་ལྟ་འདི་རྡ་རམ་ས་ལ་ཁུལ་ད་དུ་དུ་ཏས་སུ་གྲགས་ཀྱི་རེད། ཀ་རྡོ་སྒང་སུམ་ཁུང་ལི་ཡ་ཁ་ཚ་སྙན་པ་ད་ཉིན་ང་འགྲོ་བའི་སྐབས་ལ་ངས་ཞུས་མིན། ཨང་བོད་པ་བོད་པའི་སྐད་ཆ་བཤད་དུས་ཙམ་པ་ལ་ཡང་ད་ལྟ་ཀ་ལན་པུར་བླ་བྲེ་ལོ་ལྔ་བཅུ་འཁོར་བའི་དུས་ཆེན་སྐབས་ལ་ཡང་སྐུ་ན་ཚོ་གཅིག་གིས་སྙན་པ་བླ་བྲེ་དེའི་གི་བློ་གཟུ་གཅིག་ལང་བཅས་གཅིག་གསུངས་སོ་དེ་ངས་ཕྱེད་ཀ་མགོ་ཚོས་ཀྱི་འདུག་ཕྱེད་ཀ་མགོ་ཚོས་ཀྱི་མི་འདུག། རྒྱལ་བ་རིན་པོ་ཆེའི་བཀའ་སློབ་གནང་ཡོང་དུས་རྩམ་པ་བརྒྱ་ཆ་བརྒྱ་ཐམ་པ་ངས་གོ་ཚོད་ཀྱི་འདུག་རེད་བ། དེ་འད་ཡིན་དུས་རྩམ་པ་ལ་ད་ཅིག་གི་བོད་པ་བོད་པའི་གོ་མ་ཚོད་ཡ་དེ་འད་གི་སྐད་དེ་འད་ཆགས་ཡོང་གི་འདུག་བ། ཁོ་རང་ཅིག་གི་ག་ལ་གང་འཚམ་འད་དེ་དུས་ངས་བལྟས་ཚོད་སྐད་ཅིག་བལྟས་ཚོད་དེ་ཚོའི་སྐོར་ལ་བཤད་རེད་བཤད་དུས་རྩམ་པ་ཞུ་བོ་ང་དེ་གར་སུ་རེད་ཚར་བའི་རྗེས་ལ་ཡ། ཕོ་གསར་དེ་འད་ཁ་ཤས་ཤིག་སླེབས་བྱུང། ད་ཁྱེད་རང་རྒན་ལགས་ཁྱེད་རང་ཁ་སང་འདི་དེང་གི་འདི་ལབ་སོང་ངས། རེད་དེ་ཁག་མི་འདུག་ཁྱེད་རང་ལ་ཡོད་དེ་རེད་དེ་ཡིན་ན་ཡང་ང་ཚོ་ག་རེ་བྱེད་དགོས་རེད་ང་ཚོའི་སྤོ་སྤོ་རྨོ་རྨོ་དེ་ཚོ་ང་ཚོ་ལ་སུ་ནེ་པ་ལི་སྐད་རྒྱག་ཡོང་གི་འདུག་ཨ་དེ་འདྲས་ལབ་གི་འདུག་ཨ། སྤྱི་འཐུས་ཙམ་པ་ལི་ཡའོ་དེ་འདྲས་སུ་རོབ་དེ་འདྲས་ག་རེ་བྱུང་རེད་ད་གནས་སྟངས་ཀྱི་ངང་དུ་ཚང་མས་ཀྱི་ཐུགས་སྣང་བྱེད་བྱེད་མ་བྱས་པ་ཡིན་ན་ཉེན་ཁ་ཞིག་ཡོད་ཅིང། ད་ཕྱི་རྒྱལ་ཁག་ལ་ཡིན་ན་འབད་བརྩོན་ཅིག་གནང་གི་ཡོད་རེད་དེ་ཁོར་ཡུག་ཐོག་ནས་ཁག་པོ་ཞེ་པོ་ཤོར་རེད་ད།

ཚོར་བ་དེ་འདྲའི་སླད་དེ་འདྲའི་དུས་ཚོད་བྱུང་ཟེར་བ། བྱིས་དུས་ཙམ་པ་ལ་ཡང་ད་དེ་འདྲའི་གི་གནས་སྟངས་ཁོ་ཅིག་གི་ད་འདོད་དུས་རབས་དུས་རབས་དུས་ཚོད་མང་མང་ཕྱིན་པ་ཡིན་ན་དེ་འདུག་རུ་འདུག་རུ་མ་འདུག་ཡག་འགྲོ་བསམ་གི་མི་འདུག་ང་ནི། བྱིས་དུས་ད་དེ་འདྲའི་སྒང་ལ་ཡང་ཅིག་འདུག་ཨ། བྱིས་དུས་ཙམ་པ་འདི་ང་ཚོའི་ཏན་ཏན་ཉེན་ཁ་ལྗིད་པོ་སྒྲུབ་ཞིག་བསམ་བློ་ད་བཏང་དགོས་ཡ་ཅིག་རེད་ཤག། ད་སྤྱི་བཏང་སྐད་ཡིག་ཁོ་རང་གི་ཉེན་ཁ་གི་ཚད་གཞི་དེ་ག་འདྲས་ཞིག་རེད། ཟེར་བྱས་ད་ཁོང་ཚོ་འདི་ནང་ལ་ཡང་ཡུ་ནེ་སི་ཀོ་དེ་ནང་འདུག་དེ་བཏོན་ཡོང་དུས་རྩམ་པ་གཅིག་ཚར་མང་པོ་ཅིག་མཁྱེན་གྱི་ཡོད་རེད་ད་ངས་ད་ག་གནས་ཚུལ་མཁྱེན་རྟོགས་བྱེད་དུ་ཞུས་པ་ཡིན་ན། ཉན་ཁ་མེད་པ་དེ་སྐད་ཡིག་དེ་ག་གི་རེད་ཟེར་ན། ད་ཁྱིམ་ཚང་གཅིག་ལ་དཔེ་བཞག་པ་ཡིན་ན་དེའི་ནང་གི་རྒན་གཞོན་དར་གསུམ་ཚང་མ། སྤུ་གུ་ནས་ཕ་མ་ནས་ཕ་མའི་ཕ་མ་ནས་སྤོ་སྤོ་རྨོ་རྨོ་ག་རེ་ཡོད་པ་ཡིན་ན་ཡང་སྤོ་རྨོ་རྨོ་ག་ཡོད་ན་ཚང་མས་ཀྱི་སྐད་ཡིག་དེ་བེད་སྤྱོད་བྱེད་ཀྱི་ཡོད་ན་ད་སྐད་ཡིག་དེ་ལ་ཉན་ཁ་ཡོད་མ་རེད། ཐག་ཅིག་ཤ་སྟག་ཁ་ཅིག་ཉེན་ཁ་ཡོད་མ་རེད་བརྟན་པོ་ཡོད་རེད་དེ་ཡིན་ན་ཡང་ཉེན་ཁའི་རང་བཞིན་ལ་ཡང་འགྲོ་བདེན་པ་རེད་ཟེར་དེ་ཚང་མས་སྐད་ཡིག་དེ་བེད་སྤྱོད་གཏང་གི་ཡོད་རེད་ཡིན་ན་ཡང་སྐད་ཡིག་གཉིས་པ་དེ་ཤུགས་ཆེན་པོ་སླེབས་ཡོང་གི་ཡོད་རེད་ད་ལྟ་ང་ཚོ་བོད་པ་དེ་འདི་འདྲ་བོ་འདྲ་བོ་ཞིག་ན་མེད་འགྲོ་སང་ཙམ་རེ་ཞིག་འདུག་དེ་ནས་གསུམ་པ་ཞིག་འདུག་གསུམ་པ་དེ་ད་སྐྱོན་ཤོར་ཆོག་ཆོག་ཁོ་རང་ཚོ་ཨིན་ཇི་ནཱ་ལ་ཝཱ་ནཱ་རེ་བཱི་ལ་ཟིག་ད་སྐྱོན་ཤོར་ཆོག་ཆོག་དེ། དུས་ཚོད་དག་བེད་སྤྱོད་སྟངས་དེ་ག་རེ་ཟེར་ན་དེ་ནང་གཅིག་ལ་པད་ཤག་པ་ཡིན་ན་བེད་སྤྱོད་སྟངས་ཤེས་མཁན་དེ་ཕ་མ་གཉིས་མ་གཏོགས་མེད་མཁན། སྤུ་གུག་གི་བེད་སྤྱོད་མི་བཏང་མཁན། བྱེད་དུས་དེའི་གྲས་དེ་ད་ཉེན་ཁ་ཡོད་རེད་ས་དེ་ཟིག་ད་ང་རང་ཚོ་ཁྱིམ་ཚང་རེ་རེ་རེ་ལ་བསམ་བཏང་དེ་རོགས་ང་རང་ང་རང་བསམ་བཏང་ཡིན་ང་ཁྱིམ་ཚང་ནང་ལ་ཨ་མ་ཡོད་ཨ་མ་ལགས་ཡོད་ང་ཚོ་ནང་མི་གཉིས་ཡོད་སྤུ་གུ་གསུམ་ཡོད་ད་གསུམ་ནང་ཆུང་ཤོས་དེ་གཏན་ཚོད་སྙེ་མ་དེ་བ་སྐྱོ་ཡོད་རེད་ཡིན་ན་ཡང་དཔལ་དར་རམ་སོ་ལ་དེ་བ་ཡང་སེ་ཡང་སེ་བཏང།

དེ་འདྲས་ཀྱི་གནས་སྟངས་ཐོག་ནས་ཨ་ནི་སྐད་ཆ་བཤད་ཐུབ་ཀྱི་ཡོད་པ་གོ་ཤེས་ཉན་ཤེས་བྱེད་ཐུབ་ཀྱི་ཡོད་ན་ད་སྐད་ཡིག་འདི་ནང་མི་དེ་ནང་བསྡད་ཀྱི་ཡོད་རེད། འདི་བཤད་ཐུབ་ཀྱི་མེད་པར་གདངས་མ་འཕྲོད་པའི་དུས་ཚོད་སླེབས་ཡོང་དུས་ཙམ་ནང་མི་དེ་ནང་ལ་སྐད་འདི་ཉན་ཁ་ལྗིད་པོ་ཆགས་ཀྱི་ཡོད་རེད་ད། དེ་འདྲས་སོ་རབ་དེ་འདྲས་ད་ང་ཚོས་ངའི་རྣམ་པ་ཚོ་ཞུས་མ་གཏོགས་བཙལ་བས་ངས་དེ་འདྲས་ད་སུས་གསན་རྒྱུ་ཡོད་ན་དེ་ལ་ཅིག་ཞུས་ན་བསམ་སོང། ད་འདི་འདྲས་ཉན་ཁ་ལྗིད་པོ་ཞིབ་པོ་རེད་ཟེར་ཡས་དེ་གཅིག་འདུག་ད་དེ་སྤོ་བོ། སྤོ་བོ་རྨོ་རྨོ། ད་རྒན་རབས། ཚོས་ཀྱི་མ་གཏོགས། དེའི་ཕ་མ་ཡང་ཧ་མོ་གོ་གི་ཕ་མའི་སྤུ་གུ་དེ་བས་ཀྱང་ག་བ་ཧ་གོ། འོ་དེ་འདྲས་ཀྱི་ད་གེ་འགོག་ཅི་གོ་གི་བེད་སྤྱོད་བཏང་དེ་དེ་འདྲས་ཀྱི་སྐད་ཡིན་པ་ཡིན་ན་ད་དེ་རང་ད་ད་ང་ཚོ་ཡོད་ཀྱི་མ་རེད་བསམ་གི། ཨ་ནི་ཧ་ཅང་གི་ཉེན་ཚབས་ཆེན་པོ་ཡིན་ཟེར་དེ་ད་དོན་ཚོད་ལྟ་འདྲ་བོ་འདྲ་བོ་ཞིག་ག་ད་དོན་ཚན་དྲུག་ཅིག་འདུག་ཅི་དུས་ཙམ་པ་དོན་ཚོད་ལྟའི་ང་ཚོ་དེ་ཚོས་ཐུགས་སྣང་གནང་དགོས་ཡས་དེ་ལ་དཔག་པའི་ང་ཚོས་ག་རེ་བྱས་དོ་ད་དེ་ལ་སྐྱབས་ཡས་ཡོད་རེད་བས་ཟེར་ན་སྐྱབས་ཡས་འདུག། སྐྱོབ་ཐབས་བྱས་རིགས་ཐག་གཅོད་རེད་ད་ནི་ང་ཚོས་ལས་འགུལ་བྱེད་ཀྱི་ཡོད་རེད་ལ། རྦད་དེ་སྐད་ཡིག་མེད་བ་ཆ་ཚང་བ་གཅིག་བླངས་བཞག་པ་དེ་འདྲའི་སྐད་ཡིག་གཉིས་གསུམ་གཅིག་དཔེ་མཚོན་འདུག་དཔེར་ན་ང་ཚོའི་ད་ལྟ Hebrew། ཡོད་བ། Jew ཁོང་ཚོས་ཀྱི་སྐད་ཇི་ཧོར་བ། རྦད་དེ་ད་ལྟ་ད་སྙེ་མ་རྦད་མེད་བ་ཆགས་འདུག་ལ་ཏིན་ནང་གཞིས་བྱེས་ཀྱི་རྦད་མེད་བ་ཆགས་དུས་ད་ད་ལྟ་གཞི་ནས། ག་ཚོད་ད་ང་གྱ་བཅུ་གྱ་དྲུག་གྱ་བདུན་ལ་ཡིན་པ་ཡོད Israel ལ་ཅིག་ཅར་ཡ་གོ་སྐབས་རག་བྱུང་དུས་དུས་ང Hebrew University དེར་ཕྱིན་པའི་ལས་རོགས་སུ་ལམ་ལ་ཡོད་རེད། དེ་དུས་ཁོང་ཚོས་ཟེར་གྱི་འདུག་ད་ང་ཚོ་ཚན་རིག་དང་ཏང་རྩིས་དང་ད་ནི་ང་ཚོ་དཀའ་ངལ་འཕྲད་བསྡད་པ་དེ་རེད་ཤག་དེ་འདྲས་ཀྱི་ཐོག་ལ་ཚུར་བསྒྱུར་ཡོང་རྒྱུ་ཙམ་དཀའ་ལས་ཞེ་བོ་འདུག་ཟེར་ཏག་ཏག་བྱས། ཡིན་ན་ཡང་ང་ཚོས་འབད་བརྩོན་བྱེད་བསྡད་ཀྱི་ཡོད། ཅེས་དང University ནང་ལ་ཡང་དེ་དུས་ཁོང་ཚོས Department ཟེར་བ་ར་སྡེ་ཚན་མང་ཆེ་བ་ད་ང་ཚོས་བཙུགས་ཐུབ་པ་འདྲ་བོ་དེ་འདྲས་ཡོད་ཟེར་ལགས། བྱས་དུས་ད་ཁོང་ཚོས་སོ་ར་ནས་ད་སྐད་ཡིག་རྦད་དེ་རྦད་དེ་མེད་པ་ཆགས་པ་ཡིན་ན་ཡང་ཚུར་བླངས་ཐུབ་ཀྱི་འདུག་ཨ། ད་ལྟ་ང་ཚོ་ད་ལྟ་དེ་འདྲའི་སྐོར་ལ་ཉེན་ཁ་ད་ནི་ཆུད་མི་ལ་ཞིག་ང་ཚོ་ད་ལྟ་ཉེན་ཁའི་གི་རང་བཞིན་ལ་ཡོད་རེད་མ་གཏོགས་ད་ལྟ་ཉེན་ཁ་ཅན་ལ་ད་དེ་ག་ཚོད་སླེབས་གི་མི་འདུག་ད་ཡིན་ན་ཡང་ཁྱིམ་ཚང་རེ་རེ་རེ་རེ་གི་བསམ་བློ་བཏང་པ་ཡིན་ན། ང་ཚོ་ཤར་ནུབ་ཕྱོགས་ག་བ་ཡོད་ན་བོད་གཞིས་བྱེས་གཉིས་ག་བ་ཡོད་པ་ཡིན་ན་ཡང་སོ་སོ་སོ་ཁྱིམ་ཚང་ལ་བསམ་བློ་བཏང་བྱས་ཅིག་བལྟས་པ་ཡིན་ན་ཨ་ནི་གནས་སྟངས་སོ་སོ་སོ་ཁྱིམ་ཚང་ཐོག་ནས་ག་བ་ལེགས་གི་འདུག་ཅིག་ང་ཚོ་དཔེ་བཞག་ཆོག་གི་རེད། བསམ་བློ་བཏང་ཆོག་གི་རེད་བསམ་གི་འདུག་རེད་བ། དེ་འདྲ་ཡིན་དུས་ད་དེ་ལ་ཡང་ཉན་ཐབས་ལ་ཡང་ཉན་ཁ་ནས་སྐྱོབ་ཡ་ང་ཚོ་ག་རེ་བྱེད་དགོས་ཟེར་ན་ཨོ་ད་དང་པོ་དེ་ཉན་ཁ་ཡོད་པའི་ར་སྤྲོད་དེ་བྱེད་ཐུབ་དགོས་འདུག་བྱས་ཙང་ང་ཚོའི་ད་ཉན་ཁ་ཡོད་པ་ཅིག་ད་མང་ཚོགས་ནང་ལ་ཡང་ད་ད་འདྲ་མ་ཞིག་ག་བ་ཡིན་ས་ལས་ང་ཚོ་སླབ་གྲ་ཚོ་ཡིན་པས་ན་དཔེར་ན་རྒན་ལགས་ཀྱིས་ད་བར་ན་སི་ནས་བལ་ཡང་སན་སི་དེ་འདྲ་ཞུས་ནས་ཕ་སྐད་ཀྱི་བོད་སྐད་ཀྱི་སྐོར་ལ་ཡང་བོད་པའི་སྐད་ཡིག་སྐོར་ལ་ཡང་བཀའ་སློབ་ཞུ་གི་ཡོད་རེད། དེ་དང་འདྲ་བར་ང་ཚོ་ཕར་ཚུར་ག་བར་འགྲོ་བ་ཡིན་ན་ཡང་ལས་འགུལ་གཅིག་གཞན་བྱེད་ཀྱི་ཡོད་རེད། དེ་འདྲས་ཡིན་དུས་དེ་འདྲས་ད་ད་རེས་འདིའི་གསོལ་ར་འདི་འདྲས་ཡིན་ན་དེའི་ཐོག་འདི་འདྲས་ཐོག་ལས་ཞེ་དྲག་གི་ཤུགས་སྣོན་ཆེན་པོ་དེ་ཆགས་ཀྱི་རེད་བསམ་གྱི་འདུག་ཞུ་དུས་ཙམ་པ་ལ་ཡང་དེ་འདྲས་ཀྱི་ང་ཚོ་གཅིག་འཚོ་བ་སྤེལ་ཅིང་མང་ཚོགས་ནང་ལས་འཚོ་བ་ག་འདྲས་སུ་སྤེལ་དགོས་འདུག་ཟེར་གཅིག་རེ་བཤད་དེ་ནས། གཅིག་ང་རང་ཚོའི་སྐད་ཡིག་རང་གི་ཐོག་ནས་ད་སློབ་གསོ་སྤྲད་ཡས་སྦྱོང་བརྡར་སྤྲད་ཡས་གཉིས་པ་དེ་ཆགས་ཀྱི་འདུག་ཨ་གསུམ་པ་དེ་སྐད་ཡིག་དེ་དེང་རབས་ཅན་ལས་ཕར་བསྒྱུར་ཐུབ་ཡས་ཀྱི་དེ་ཆགས་ཀྱི་འདུག་ཨ་འདི་ནས་ལས་འགུལ་འདྲ་མི་འདྲ་སྤེལ་ཐུབ་ཡས་བྱེད་ཡོར་བ་ད་དཔེར་ན་ང་ཚོ་གལ་ཆེའི་དཔེར་ན་དང་པོ་དེ་ཆ་བཤད་ན་ང་ཚོ་འཚོ་བ་ག་འདྲས་སྤེལ་འདུག་ཟེར་ན་ད་འདི་ང་རའི་བསམ་ཚུལ་ཡིན་ད་ང་རའི་བསམ་ཚུལ་ངོས་ཀྱང་ནས་བྱས་པ་ཡིན་ན་ད་ད་ལོ་ང་ཚོ་འཛིན་གྲྭ་བཅུ་བའི་སྤུ་གུ་ཚོ་ལ་ཡ།

བོད་ནང་ནས་དངོས་གནས་དྲ་གནས་ཀྱི་ད་ལྟ་ལྷ་ཁང་གི་དུས་ཆེན་དང་དུས་ཚོད་བཀོད་ལེ་ཡ། ཨ་ནི། བོད་པའི་སྐད་ཡིག་སྲུང་སྐྱོབ་བྱེད་དགོས་ཡ་ད་དུས་ཚོད་བཀོད་ལེ་ཡ་བརྡ་འཕྲིན་དུ་ཚོད་ནང་ནས། དཔེ་མང་པོ་ལེན་ལེ་སོང། དངོས་གནས་དྲ་གནས་ང་ནི་ང་རང་ང་རང་དུས་དུས་ང་ལས་ཀ་གས་ཡོད་མ་རེད་དེ་སེམས་པའི་ནང་ལེ་ཡ་ད་དེ་དངོས་གནས་དྲ་གནས་མ་བཟོས་པ་ཞིག་རེད་ཞེ་བསམ་བྱས། དུས་དུས་ཨ་ནི་ང་ཚོའི་མཛད་སྒོ་གཅིག་སྐབས་ལ California ལ་ཡི་རེད་ཨ་ནི་མི་སོ་སོ་སོ་སོའི་ཁྱིམ་ཚང་སོ་སོའི་གིས་ད་དམ་བཅའ་ལེན་དགོས་འདུག་ཨ་ངའི་དམ་བཅའ་དེ་དེ་བཞག་རེད་ད་ནང་མི་ནང་ལེ་ཡ་ང་ཚོའི་ནང་མི། སྐད་དང་བོད་སྐད་ནང་རྒྱལ་བས་ཡིན་གདའ། ད་སྔོན་རེ་བྱས་ན་བོད་པའི་ཁྱིམ་ཚང་ནང་བོད་སྐད་རྒྱལ་ཡིན་ལབ་ན་ཧ་ལས་ཞིག་ཁད་མ་རོ། ད་ང་ཚོ་འདི་དང་དེ་འདྲ་ཞིག་ཆགས་བསྡད་ད། བྱིས་དུས་ཙམ་པ་ལ་ཡང་བོད་སྐད་ནང་ལས་ཕར་ཚུར་སྐད་ཆ་བཤད་ཡིན། བུ་མོ་ཆུང་ཤོས་དེ་སྐད་དཀའ་ངལ་བསྡད་ཚོད་ད་ཁྱེད་རང་མ་ཤེས་ན་ཨིན་ཇི་ནང་རྒྱབ་ཞོག་ངས་གང་ཤེས་པ་དེ་བོད་སྐད་ནང་ལ་ཕར་འགྲེལ་བཤད་ཞུ་དགོས་སོ་ཞེས་བྱས་ན་དེ་འདྲ་རབ་དེ་འདྲས་ད་ང་ཚོ་ཁྱིམ་ཚང་གི་དམ་བཅའ་དེ་འདྲས་བཞག་ཡིན། Family Pledge། འདྲ་བ། འོ་དེ་འདྲས་སོ་རབ་དེ་འདྲས་ཡང་ག་རེ་གནང་ཡས་དོ། དེ་ནས་ང་ཚོ་གཅིག་ད་གཞོན་ནུ་ཡོད་རེད་བུད་མེད་ཚོགས་པ་ཡོད་རེད་དེ་མ་ཡིན་པའི་ད་ག་འདྲ་སྒྲིག་འཛུགས་འདྲ་མི་འདྲ་དེ་འདྲའི་མང་པོ་ཡོད་རེད་དེ་ཚོའི་ཐོག་ནས་ཡང་གཅིག་གི་ལས་འགུལ་དེ་འདྲས་ང་རང་ཚོ་ནང་ཁུལ་ཡ་གཅིག་གི་ཚོགས་པ་སྐྱིད་སྡུག་ཁག་གི་དེ་འདྲས་གལ་ཆེན་པོ་ཡིན་པ་དེ་ཚོ་ད་དེ་ཚོ་ང་ཚོ་ང་རང་ཚོ་གང་ཕྱིར་ཁྲུ་བས་དེ་འདྲས་རེད་དོ་ཕྱིར་དུས་ག་རེ་བྱས་དོ་དཔེ་ཡ་དེ་འདྲས་མེད་འགྲོ། དེ་འདྲ་ད་ད་གསར་འཕྲིན་ཁག་ཡོད་རེད་སྐད་འཕྲིན་ཡོད་རེད་བརྙན་འཕྲིན་ཡོད་རེད་གསར་འགྱུར་བརྒྱུད་ལམ་ཁག་དེ་ཚོ་དངོས་གནས་ཞེ་དྲག་ཕན་ཐོག་ཆེན་པོ་གནང་གི་འདུག་བསམ་གི་འདུག་འདི་ག་ལ་དཔེ་གལ་ཆེན་པོ་ཁོང་ཚོས་ཞབས་འདེགས་མ་སོང་ན་ཐུག་གི་འདུག། ད་ང་ཚོ་དཀའ་ངལ་འདྲ་བོ་གཅིག་ལ་ཡང་ང་ཚོ་བོད་པས་ཀྱི་རང་བཞིན་འདྲ་བོ་དེ་ལ་ཡང་རྙོག་དྲ་འདྲ་བོ་དེ་ཡོད་ན་ནི་གོ་ག་བ་ཡིན་ས་ཚད་ཁག་ཕྱིན་ཆད་གནས་ཚུལ་འདྲ་བོ་ཅིག་སྒྲུག་ཡས་དེ་ཀློག་ཡས་ཐབས་ཤེས་བྱེད་ཀྱི་འདུག་ཨ། གཞན་གཞན་པ་འདི་འདྲའི་ངོ་ནས་དྲ་གནས་ཀྱི་དཔེ་དེ་ལེགས་བཤད་ཀྱི་གཏམ་འདྲ་དཔེ་མེད་པ་ཞིག་ཡོད་ན་ཡང་ཞེ་དྲག་དོ་སྣང་མི་འདུག་ཨ། ཞུ་ད་ང་ཚོ་བལྟས་ཚོས་ཀློག་ཡས་ཀྱི་གོམས་གཤིས་དེ་ད་ང་ཚོ་རྒན་པ་ལ་ད་ཞེ་དྲག་ཞེ་དྲག་བཟོ་ཐུབ་མི་འདུག་བསླབ་གྲྭའི་སྤུ་གུང་ནང་ནས་བལྟས་ཚོས་ཡང་གཅིག་གིས་གློག་གཡས་ཀྱི་བྱིས་པའི་གློག་རྫས་ལ་སོགས་པ་དེ་འདྲས་ཀྱི་ད་ཆ་ཤིན་ཏུ་འདུག་ཕུགས་རྒྱང་རིང་པོ་འགྲོ་བ་ཞིག་བསམ་བློ་བཏང་གི་ཡོད་རེད་ཅེས་འགྲོ་བྱེད་ཅིག་བྱུང་ཐུབ་ན་བསམ་པ་འདྲ་བ་དེ་འདྲས་ད་དེའི་བཟོ་རོ་འདུག་མདོར་ད་ལྟ་ཁོ་ནར་འཛོ་ལ་དངོས་གནས་དྲ་གནས་ད་ལྟ་སྐད་དེ་གསར་ཤོག་གསར་དེབ་དེ་འདྲ་མི་འདྲ་མང་པོ་བཏོན་གནང་གི་འདུག་དེང་སང་ཐ་སྙད་མ་ལ་མ་འདྲ་བ་གསར་འཕྲིན་སྐད་འཕྲིན་རླུང་འཕྲིན་དེ་འདྲ་དཔེ་མང་པོ་ཡོད་རེད་བ། དེ་ཚོའི་རྣམ་པ་ཚོས་དངོས་གནས་དྲ་གནས་ཕན་ཐོགས་ཆེན་པོ་གནང་གི་འདུག་ལ་དེའི་གྲས་དེ་ག་ཚོད་གང་ཐུག་ཐུག་བྱེད་དགོས་འདུག་བསམ་གྱི་འདུག། དེ་ནས་ང་ཚོ་གཅིག་གི་གར་སོ་རུ་ད་ལྟ་ལས་འགུལ་ནང་ལ་ཡ་དཔེར་ན། ད་ཉིན་ང་ཚོ་ཡིན་པ་ཡོད་ད་དགེ་བཤེས་ལགས་མཉམ་དུ་ཡོད་ཡི་གེ་དར་མེ་གློག་གང་ཅི་ལ་ཡ་ཕ་སྐད་གཙང་མའི་བྱ་ཁང་ཟེར་བྱ་ཁོང་ཚོས་དེ་འདྲའི་གི་ལས་འགུལ་གྲུབ་ཅིག་དེ་ནང་ལ་སྐད། འབྲེལ་འདྲེ་རྐྱང་བ་བཏང་བ་ཡིན་ན། ཨ་འདས་ལ་ཡ་བྱ་དེ་འདྲ་ཕར་ཚུར་བཏང་རེས་ཟེར་ཡ་ར་བ་དེ་འདྲས།

རྒྱ་བ་རིན་པོ་ཆེས་ཡང་སེ་ཡང་སེ་བཀའ་གནང་གི་ཡོད་དེ་ཡིན་ན་ཡང་བོད་ནང་ལ་ཡང་དངོས་གནས་དྲང་གནས་ཁོ་རང་གི་འགན་ཁུར་ཅིག་བཞེས་རྗེས་ཨ་ནི་དགེ་རྒན་རྣམ་པ་ཚོ་ལ་ཡང་ཡང་མང་མང་ཕེབས་རྗེས་དངོས་གནས་དྲང་གནས་སྐད་ཡིག་གི་གལ་ཆེ་ཆུང་དང་སློབ་གསོའི་ལས་འགན་དང་དུས་ཐོག་ལ་ཞེ་བོ་ཅིག་གིས་ཁུར་འདང་བྱས་ཏེ་གནང་གི་འདུག་ད་ང་ཚོ་བྱུང་ན་རིམ་པས་རིམ་པས་ཀྱིས་དེ་འདྲས་ཀྱི་ཕྱག་ལས་གནང་མཁན་ཚོ་ལ་ཡང་ཡང་ཅིག་ང་ཚོས་ག་རེ་ཅིག། གཟེངས་བསྟོད་འདྲ་བོ་དེ་འདྲས་ཆེ་བསྟོད་འདྲ་བོ་དེ་འདྲས་ད་ག་རེ་ག་རེ་ཕུལ་ཡ་ཡོད་འགྲོ་མེད་འགྲོ་རེད་བ། དེ་འདྲས་བཟོ་རབས་དེ་འདྲས་ད་ཅིག་ང་ཚོས་གང་ལྟར་ལས་འགུལ་ཅིག་གིས་དེ་འདྲས་ད་ལྟ་བསྡད་ཅིག་འདུག་ང་ད་ཟླ་གཉིས་རེད་ང་མ་གལ་བ་ལ་ཀོ་པི་ལི་ཡ་ད་ལྟ་སྦེང་ལོར་ལི་ཡ་བསླབ་གྲྭ་སྤུ་མཐོ་རིམ་བསླབ་གྲྭ་སྤུ་གུ་ཚོགས་པའི་སྐབས་ལི་ཡ་དུས་དུས་ཁོང་ཚོ་ཡང་ཕ་སྐད་གཙང་མའི་གི། ཚོགས་སྡེ་གཅིག་སྒྲིག་འཛུགས་གཅིག་ཡོད་གསུང་གི། དེ་དུས་སྐུ་ཞོགས་ཀྱང་ང་བྱས་སོ། དེ་ལབ་དྲ་ཐུར་མི་ལབ་དྲའི་ནང་ཁོང་ནི་རེད་བཞག་དེ་འདྲའི་ཚུར་ལབ་དེ་འདྲའི་ཡོད་མེད་ནི་སྒྲིག་འཛུགས་འདི་ཚོ་ཨེ་ཕ། ཅིག་ག་ཚོ་རེད། ལས་འགུལ་འདི་ཚོ་ཤུགས་ཆེ་རུ་བཏང་ཡའི་ཐོག་ལ་ཡང་ག་རེ་བྱེད་དོ་ཆ་ཤེས་དེ་འདྲའི་ཡག་པོ་དེ་འདྲའི་ཡོད་ན་སྒྲིག་འཛུགས་ཐོག་ནས་ཡིན་ན་ཡང་ངེས་པར་དུ། ཡང་དཔལ་འབྱོར་གྱི་མཐུན་འགྱུར་ཞུ་དགོས་རེད་བསམ་གྱི་འདུག་ད་ཡིན་ན་ཆ་ཤེས་དེ་དང་དེ་ཚོ་འདྲའི་སྒོ། ཡང་ཅིག་གི་མཚན་ལྡན་དང་ཅི་འདྲའི་གུ་གུ་གུ་རུ་བ།

ད་དུས་ཚོད་ང་ཚོ་གཅིག་གིས་དེ་ལ་དཔག་པའི་ཟབ་སྦྱོང་འཕྲོད་སྟངས་རབ་ཏུ་ཏུ་དང་མང་པོ་གཅིག་བྱེད་བསྡད་ཀྱི་ཡོད་རེད། དེ་ནས་ད་གལ་ཆེ་ཤོས་དེ་ལ་བསླབ་གྲྭ་ནང་ལ་ཡང་ཡིན་པ་ཡིན་ན་སྤུ་གུ་ཚོ་ལ་ཡང་སྒྲུང་དེབ་ལ་སོགས་པ་གང་ལྟ་གཅིག་སྤུ་གུའི་བློ་དང་འཚམས་པའི་གི་རྟ་དེབ་ཀློག་དེབ་དེ་འདྲའི་ཞེ་དྲག་མི་འདུག་དེ་ཉུང་དྲག་པའི་སྐྱོན་ཅིག་ད་ང་ཚོ་མཐོང་བསྡད་ཀྱི་འདུག་དེ་འདྲའི་ཐོག་ལས་ད་ཤེས་རིག་གི་དོན་དང་རྒན་རབས་ཅིག་གཅིག་ཐུགས་ཁུར་གྲབས་བྱེད་བསྡད་ཀྱི་ཡོད་རེད་གང་མང་མང་གཅིག་སྟོན་ཡང་ཐབས་ཤེས་བྱེད་ཀྱི་ཡོད་རེད། དཔེ་མདོར་ན་ཕག་ཞག་བཅས་ཤེས་རིག་ལས་ཁུངས་རང་ནང་ལ་ཡིན་པ་ཡིན་ན་ཡང་ང་ཚོ་ལས་བྱེད་ཕལ་ཆེར་བརྒྱ་ཆ་བཞི་བཅུ་ལྔ་བཅུ་གཅིག། ད་ག་འདི་བོད་པའི་སྐད་ཡིག་དང་བོད་པའི་སློབ་གསོ་དང་འབྲེལ་བ་ཡོད་པའི་གི་ལས་དོན་གང་ལེགས་བྱེད་བཞིན་པ་རེད་ཤག་དཔེར་ན་གཅིག་ཤེས་ཡོན་ལྷན་ཚོགས་ཡོད་རེད་སྲོལ་རྒྱུན་གི་དེ་དོན་ཡོད་རེད་ད་ག་རྩོམ་སྒྲིག་དང་ཐ་སྙད་ཀྱི་དེ་གཞན་ཡོད་རེད་ཚུལ་དུ་དེ་དོན་ཆེ་ཁག་གསུམ་དེ་ངང་ཕྱི་དྲོའི་དམ་པ་ད་གཅིག་གི་ད་དེ་གི་སྙུག་གི་ཡོད་རེད་ཐུབ་གི་ཡོད་རེད་དཀའ་ངལ་མེད་པ་བཟོ་ཐུབ་བར་ཟེར་ན་ད་དེ་མ་རེད་ཐུབ་གི་མི་འདུག་ད་ལྟ་ཡང་དེ་གང་ལ་ཤུགས་རྒྱག་དགོས་ཡོད་རེད་རྒྱག་དགོས་ཀྱི་ཡོད་རེད་ཡིན་ན་ཡང་དེ་གང་ལ་ཡང་རྩ་ནས་བསམ་བློ་མ་བཏང་བ་རེད་འདོད་ཟེར་ན་དེ་འདྲ་རེད་མི་འདུག། ཅེས་བྱུང་དེ་འདྲའི་རབས་ཅིག་བྱུང་ན་བསམ་ཞིང་ད་གསུམ་པ་དེ་ང་ཚོའི་སྐད་ཡིག་དེང་རབས་ཅན་དུ་བསྒྱུར་དགོས་འདུག་ཟེར་དེ་རེད། དེ་སྐད་ཡིག་དེང་རབས་ཅན་དུ་བསྒྱུར་དགོས་འདུག་ཟེར་སྒང་ལི་ཡ་ད་དེ་ཤ་སྟེར་འགྱུར་བ་འགྲོ་བཞིན་འགྲོ་བསྡད་ཀྱི་འདུག་ད་དེའི་ཡང་སྒོ་ཟེར་ཆོག་སྣ་ཚོགས་འགྲོ་བཞིན་འདུག་ད་ཁ་ཤས་ཀྱི་དགེ་རྒན་ནང་ལས་ད་དེ་བསླབ་བསླབ་སྟངས་དེ་ལས་སླ་བོ་ཞིབ་བོ་ཞིག་བཏང་བ་ཡིན་ན། ལས་སླ་བོ་ཞིབ་བོ་བཏང་ན་ཨ་ནི་བོད་པའི་སྐད་ཡིག་རྒྱབ་ཆུང་ཆུང་ཆགས་ཀྱི་རེད་ཟེར་རོགས་དང་དེ་འདྲའི་དགོས་མཁོ་རང་ངོ་རང་ཡང་ཅིག་གསུང་གསུང་ཡས་དང་དགོངས་པ་བཞེས་སྟངས་ཅིག་ཡོང་གི་འདུག་ཡིན་ན་ཡང་ད་ང་ཚོས་ད་ལྟ་ང་རེ་ཅིག་ཞུ་བསྡད་དེ་ལི་ཡ། གཅིག་ཐ་སྙད་གསར་པའི་རིགས་དེ་རེད་བ། གཅིག་དེང་སང་རྒྱུན་གོས་ཀྱི་ལྷག་པར་དུ་ཐ་སྙད་གསར་པ་རིགས་དེ་ད་ང་ཚོ་ཁྲལ་ཁྲལ་ཁྲལ་ཡ་མ་གཅིག་གི་བསྒྱུར་བཅས་མ་བེད་སྤྱོད་ནང་སླེབས་དགོས་ཐུག་བ་དེ་ད་ཏན་ཏན་བྱེད་དགོས་འདུག་ད་འདི་ཐོག་ལ་ད་ལྟ་ད་ལྟ་རྩོམ་སྒྲིག་རེ་ད་ག་ནས་ཤིག་ད་ལྟ་དེ་ང་ཚོའི་གཅིག་ཚིག་མཛོད་ཡོད་རེད་ད་ག་ནས་ཤིག་ད་ད་ད་ད་གེ་ཤི་སྨོན་ལམ་ལགས་ཀྱིས་ད་ད་ད་གཅིག Encyclopedia གཅིག་གསར་པ་གཅིག་བཟོ་གནང་གི་ཡོད་རེད། དེ་ཚོ་དང་ཨ་དེ་ནས་ད་ལྟ་ཤེས་རིག་ལས་ཁུངས་རང་ནས་ད་ལྟ་ཐ་སྙད་སྡེ་ཚན་ཡོད་རེད་ད་ང་ཚོ་དེ་ཚོ་ཚོས་ག་ཚོད་སྙོབ་གི་ཡོད་འགྲོ་ཡང་སྤྱི་བཏང་ཚོགས་པ་གཞན་པ་ཚོ་གིས་དེ་འདྲ་བོད་གཞིས་བྱེས་གཉིས་ཀ་ནང་ལ་ཡང་དེ་འདྲ་ལས་འགུལ་གནང་བསྡད་མཁན་དེ་འདྲ་འདུག་ད་ང་ཚོ་དེ་ང་ཚོའི་སྐད་ཡིག་དེ་དེང་རབས་ཅན་ལ་བསྒྱུར་ཡས་ཟེར་དེ་ང་ཚོ་བེད་སྤྱོད་བཏང་དུས་ཙམ་པ་ལ་ཡ་ཡང་ཟེར་ཡང་ཟེར་ད་ང་རང་བོད་སྐད་རང་ཐོག་ནས་མིང་གཅིག་བེད་སྤྱོད་བཏང་ཡས་གཅིག་ང་ཚོ་བཟོ་མ་ཐུབ་པ་ཡིན་ན་ཨ་ང་ལྟས་ཁག་པོ་བྱེད་ས་རེད། ཁ་གབ་གོ་བེད་སྤྱོད་སྟངས་གཅིག་ལམ་ནས་ལག་འགུག་གི་ཡོད་རེད་རེད་བ། ལག་འགུག་གི་ཡོད་དུས་ཙམ་པ་ལི་ཡ་ཁོ་ལི་ཡ་ཨན་བོད་པའི་ཚིག་ཅིག་མེད་ན་ད། ཚིག་གང་ཡོད་པ་དེ་ང་ཚོ་བེད་སྤྱོད་ཀ་མ་བཏང་ཀ་མེད་རེད་བ། དེ་འདྲའི་གི་སོགས་རབ་ལི་ཡ་ད་ད་ད་མི་སྒྲིག་འཛུགས་ནས་ཏན་ཏན་དུ་འཛུགས་གྲས་ཏན་ཏན་གན་ཁིས་འགུག་གི་ཡོད་རེད་གསུང་གི་འདུག་ད་ད་ཁིས་ད་ཁིས་བསྡད་ཀི་ཡོད་རེད་ད་དུས་ཚོད་དང་དུ་ལས་ཤུགས་ཕྱུག་རུ་ཐུབ་པ་ག་རེ་བཏང་ཡས་འདུག་འོ་དེ་འདྲས་སུ་རོ་དེ་འདྲས་འདུག། བྱིས་དུས་རྩམ་པ་ད་ད་ད་དུས་ཚོད་སྐད་ཆ་ནད་དེ་རྫོགས་གྲོགས་བྱེད་ཀྱི་འདུག་ཅེས་ད་ངས་ད་ད་དོག་དོག་ཞུ་བས་དེ་ལ་ཡར་ད་ད་འགྱིན་མ་ཤི་དུས་ཚོད་སྤྲད་ལ་ད་རེ་ད་གཙོ་བོ་མཁས་དབང་རྣམ་པ་ཚོས་ད་ངས་ཞུ་དགོས་ཡ་གས་མཐོང་གི་མི་འདུག་སྟེ། བོད་པའི་སྐད་ཡིག་དེ་རེད་བ། ང་སླབ་གྲ་ཁག་ནང་དང། གཞིས་ཆགས་ནང་ལ་ཡིན་ན་ཡང་ཞུ་གི་ཡོད། ཆོས་ཀྱི་ཐོག་ལ་ནང་ཆོས་ཀྱི་ཐོག་ལ་ང་སེམས་ཁྲལ་ཞིག་ད་མི་འདུག། ངོས་ནས་ད་ང་ཚོ་ཕྱི་རྒྱལ་རྩ་ནས་ཞུ་དགོས་ཐུག་ན་ཡང་ནང་ཆོས་དེ་བསྡད་འདུག་གི་རེད་བ། བཙན་པོ་གླིང་ནང་བསྡད་འདུག་གི་རེད་བ། ད་བོད་པའི་རྩ་ནས་མེད་པ་ཆགས་འགྲོ་གི་རེད་དེ་ཡིན་ན་ཡང་ཕྱི་རྒྱལ་ནང་ལ་ཡང་བསྟན་དོན་ལ་དོ་སྣང་ཞེ་བོ་བྱེད་ཀྱི་འདུག་ག། སྐད་ཡིག་དེ་བོད་པའི་སྐད་ཡིག་དེ་ཕྱི་རྒྱལ་ཚོ་གིས་ཞེ་བོ་ཞེ་བོ་བྱང་གི་མི་འདུག་ག། བྱང་མཁན་དེ་ཡོད་དེ་ཡོད་རེད། ཁོ་རང་ཚོའི་སྐད་ཐོག་ནས་ཆོས་བྱང་གི་འདུག་མ་གཏོགས་ང་ཚོའི་བོད་པའི་སྐད་ཡིག་ཐོག་ནས་ནང་པའི་ཆོས་དེ་བྱང་མཁན་དེ་ག་ཚོད་མང་བོ་ག་མི་འདུག་ག། ནང་པའི་ཆོས་དེ་བདག་པོ་ནང་པའི་སྐད་ཡིག་དེ་བདག་པོ་རྒྱག་མཁན་དེ་ང་རང་ཚོ་རྒྱག་དགོས་འདུག་མ་གཏོགས་གཞན་པ་མི་འདུག་ག། ཁྱེད་དང་འདི་འདྲའི་གི་ཆ་ནས་ང་ཚོ་སྐད་ཡིག་འདི། ད་སྐད་ཡིག་འདི་གལ་ཆེན་པོ་ཞེ་བོ་ཅིག་ཡིན་དེ་བ་དེ། ད་འདི་གོང་དུ་མི་རིགས་དང་ཅིག་བྱས་ད་དེ་ནས་སྐུ་མདུན་གསུང་ཡས་འདིར་ངོ་ནས་དྲ་གནས་གི་ད། ཅིག་གི་མཐར་བས་ན་སངས་རྒྱས་ཀྱི་གོ་འཕང། ཐོབ་ཡས་ཀྱི་མ་ཐོབ་ཀྱི་བར་ལ་ཡང་ད་ལམ་ཁར་མ་སོང་ན་ཡོད་དེ་བ་དེ་བོད་པའི་སྐད་ཡིག་ལ་ཡང་ཡོད་རེད། ཟེར་ད་འདི་ཆོས་འདི་ད་དེང་སང་ཕལ་ཏེ་ཚན་རིག་དང་བཅས་པའི་ཚན་རིག་པ་དང་བཅས་པས་ཚང་མས་གི་ད་དོ་སྣང་བྱས་ཡས་ཅིག་ཆགས་ཡོང་ཡས་དེ། རེད་བ། དེ་ང་ཚོའི་སྐད་ཡིག་གི་སྒང་ལ་ཡ་དེ་ཡོད་དེ་བ་དེའི་གནད་ས་དེ་སྐད་ཡིག་དེ་སྒང་ལ་གནས་གི་འདུག་བ། ཆོས་དེའི་གནད་ས་དེ་སྐད་ཡིག་དེ་སྒང་ལ་གནས་བསྡད་གི་འདུག་བ། བྱེད་དུས་སྐད་ཡིག་དེ་རྩ་བ་འགྲུབ་ཅིག་དེ་གནང་དགོས་དུས་ང་ཚོ་དཔེར་ན་ད་ཅིག་གི་གར་སོང་རེད། ང་རང་ཚོས་ཅིག་ཟེར་ན་ཁྱད་ཆོས་དེ་མ་མཐོང་དུས། ནང་པའི་ཆོས་ཀྱི་ཁྱད་ཆོས་དེ་རྙེད་མ། ཕྱི་རྒྱལ་བར་ཤེས་མ་ཐུབ་དུས་ཙམ་པ། ཅིག་རེད། ད་ལྟ་ན་ཞིག་དཔེར་ན་རིགས་ལམ་གྱི་གནས་སྟངས་དེ་ཆ་ཤས་དང། སྐུ་འབའ་ཞིག་དང། རྒྱལ་བ་རིན་པོ་ཆེ་ཀྱི་ད་རིགས་ལམ་འདི། ཨ་ནི་པད་ཏའི། ད་འཛམ་བུ་གླིང་ནང་ལ་ང་ཚོའི་ལེགས་སྐྱེས་ཕུལ་ཐུབ་ཡས་ཅིག། སློབ་ཁྲིད་ཀྱི་ཐབས་ལམ་ཆགས་ས་རེད་ཟེར་དུས་ད་ཚན་རིག་པ་ཚོས་དེར་དོ་སྣང་ཞེ་བོ་ཅིག་དང། བྱས་རྗེས་དེ་དངོས་གནས་དྲ་གནས་དགེ་རྒན་ཚོ་གིས་ད་དེ་ཞེ་བོ་ཅིག་ཟབ་པ་ཞིག་རེད་ཤག་ཅེས། ད་དེ་ག་རེ་ཟེར་ན་ཁྱད་ཆོས་དེ་ང་རང་ཚོ་ཡོད་པའི་ཆེད་ང་ཚོས་དེ་ཧ་མ་གོ་བ་བྱེད་ཆེད་ལས་འདི་གི་ཡོ་རང་དང། དེ་འདྲ་ཡིན་དུས་ཙམ་པ་ལ་ཡང་ང་ཚོ་བོད་པའི་ཁྱད་ཆོས་བོད་པའི་སྐད་ཡིག་གི་ཁྱད་ཆོས་དེ། ང་ཚོ་གསལ་པོ་ཇི་ཆེ་བར་སྟོན་ཐུབ་ཡས་དེ་གལ་ཆེན་པོ་རེད་ཤག་ལ། དེ་མཐོང་པའི་ཐོག་ནས་རེད་བ་དེ་ལ་ཡ་ནུས་པ་དེ་ག་ཚོད་ཡོད་ཤག་དུས་དེ་ང་ཚོ་ད་ག་ཟེ་མེད་པ། འགྲོ་ཅིག་འགྲོ་ཡས་འགྲོ་དེ་འདྲས་ལ་ཡ་ད་ང་ཚོ་ཆ་རྐྱེན་འདྲ་བོ་ཆ་རྐྱེན་ཟེར་ན་མི་འདུག་ང་ཚོ་སྣང་མེད་དུ་བཞག་པ་ཡིན་ན། ང་རང་ཚོ་དུས་རབས་མི་རབས་དེ་གི་འགན་ཁུར་མ་འགྲིག་མ་ཚང་གི་འདྲ་བོ་ཞིག། མི་རབས་རྗེས་མ་ལ་ང་ཚོས་ལེགས་སྐྱེས་ཕུལ་ཡ་ཕག་ཞག་ནས་ང་རང་སུ་ངོ་ཚ་དགོས་ཡ་དེ་འདྲས། དེ་འདྲས་ད་གང་ཅིའི་ཐད་ནས་བསམ་བློ་བཏང་པ་ཡིན་ན་དེ་འདྲས་རེད་འདུག་ཨ། ཨ་ནི་ཡང་སོ་སོའི་སྐད་དེ་བྱང་ཡ་ལི་ཡ། སྔོན་ན་བྱས་ན་འབད་བརྩོན་བྱས་ན་བྱང་ལས་སླ་ཡོད་ས་རེད། ཤེས་པ་ལས་སླ་ཡོད་ས་རེད་བ། དེ་འདྲས་ཡིན་དུས་ཙམ་པ་ལས་ཨོ་དེ་འདྲས་ཀྱི་སོ་རབ་ཅིག་གིས་ད་ང་ཚོ་ཅིག་དགར་སོ་རེད་ཁ་ཤས་ཀྱི་སྐད་དེ་གིས་ཨ་ནི། བེད་སྤྱོད་གལ་མི་འདུག། སོ་ལྟོ་གོས་ཐོག་ལ་གལ་ཕན་ཐོག་གི་མི་འདུག་ཟེར་ཡ་དེ་འདྲས་ཉི་མ་ཕྱེད་དེ་ཡ་དེ་འདྲས་ཡོད་རེད་བ། དེ་དང་ངའི་གཉེན་མ་གཉིས་མ་དང་འདི་འདྲ་བཤད་ཀྱི་ཡོད། གཉེན་མ་ནེ་རུ་དང། སར་དར་པ་ཏེལ་དང་ཁོ་རྣམས་ཚོའི་སྐབས་ལ་ཡང་ཨག་སར་ཅིན་གྱི་སྐད་ཆ་དེ་བྱུང་བ་རེད། ཨག་སར་ཅིན་ལ་དྭགས་ཀྱི་ཡི་གེའི་ས་མཚམས་མཐོ་ཤོས་དེ་གང་ལ་ཡ། ད་དེ་ནི་ཁོ་ཚོས་དུས་བསྟུན་བལ་རྒྱལ་དང་ཨ་རུ་ནཱ་ཅལ་གྱི་ས་ཁུལ་དང་ཡ་གི་གཉིས་པ་རུ་དེ་རྒྱ་མི་དང་མཉམ་དུ་བྱེད་པོ་རྒྱག་དགོས། དེ་ནས་ཁོ་ཚོ་ཚུར་ལོག་གིན་ཨག་སར་ཅིན་དེ་ཕར་སྤྲད་ཤོག་ཟེར་ཅེས Package Deal ཟེར་ཏེ་ཁོ་ཚོས་ཕར་དུ་བྱེད་པོ་རྒྱག་ཡའི་སྐད་ཆ་དེ་བཤད་རེད་པཱ་རུ་ཅིག་ལ། སར་དར་པ་ཏེལ་ནེ་རུ་གིས་ད་དེ་འདྲ་ཤ་མདག་མདག་མེད་འགྲོ་སོང། ག་ཚོད་དེ་ལ་ཡ་རྩ་ནས་སྐྱེ་གི་མི་འདུག་དེ་སྔོ་ཚལ་ནས་ཡོང་ཡ་ཡོད་མ་རེད་དེ་སྲུང་སྐྱོབ་བྱས་དཀའ་ལས་ཁག་ག་རེ་ཤ་ཡོང་དེ་བེད་སྤྱོད་མཁན་མི་འདུག་ག་སྲིད་ཀྱི་ལབ་རེད། ཨ་བཟའ་ཟླ་བ་བཀྲས་ཀྱིས་ཁོ་རང་དེ་ལས་དར་གླེན་པར་མེད་འགྲོ། ཨ་ནི་དབུ་ཞྭ་དེ་ཡོད་བ་དེ་འདྲ་རྒྱ་གར་ནས་པ་ལི་ཁ་ད་དེ་རྒྱ་གར་མགོ་འཁྲིད་ཚོས་ཆུ་དེ་དབུ་ཞྭ་དེ་མ་སྤིས་བྱས་ད་ངས་དེ་སྒོ་དེའི་སྒང་དེ་ལ་ཡ་རྩ་ནས་སྐྱེ་གི་མི་འདུག་དེ་ལ་བེད་སྤྱོད་མཁན་མི་འདུག་ད་དེ་ལྐོག་བཞག་བར་བས། ཟེར་བྱས་གང་ལྟར་ཁོ་རང་གིས་རྡོག་རྡོག་གོ་བ་དེ་དེ་ལ་ཡག་དེ་འདྲས་གང་ལྟར་དེ་བེད་སྤྱོད་ཡོད་མེད་འཕྲལ་དུ་བེད་སྤྱོད་ཡོད་མེད་ཙམ་གྱི་ཐོག་ནས་ལྐོག་ཡས་ལྐོག་ཡས་དང་མེད་པ་བཟོ་བའི་བདེ་སྐྱིད་འོག་མ་རེད་ཟེར་བྱས་བཤད་པ་རེད། བྱས་དུས་ང་ཚོ་བོད་པའི་སྐད་ཡིག་དེ་དེ་ནང་བཞིན་གྱི་ཕྲན་བུ་ཅིག་འཕྲལ་སེལ་གྱིས་དེ་འདྲ་ང་ཚོ་འཚོ་གོས་དང་དེ་འདྲས་ལ་ཕན་ཐོག་མ་གཏོགས་མདུན་ལམ་ལ་ཕན་ཐོག་མ་གཏོགས་དེ་འདྲས་ཀྱི་ཐོག་ནས་ང་ཚོས་བསམ་བློ་ཞིག་བཏང་བྱས་མེད་པར་སྣང་ཆུང་བཏང་ན་དེ་ང་ཚོ་འགྲིག་ཡས་ཁོ་ན་རྩ་ནས་ཡོག་མ་རེད་བསམ་བསམ་འདྲ་བྱས། འདི་དྲན་གྱི་འདུག་ཅེས་དང་འདི་ཡིག་ངས་ད་རེས་དེ་ལྟར་དྲན་ཐོག་དེ་ལས་སྙན་མ་དེ་བ་འདི་འདྲའི་སྐོར་བཤད་བསྡད་ཀྱི་ཡོད་ཨ་ནི། ད་རེས་དེ་ད་ག་ས་ཁོ་གར་སོང་རེད་གང་དྲན་པ་འདྲ་བོ་དེ་ཞུ་ཞུ་བཞག་ན་བསམ་པ་འདྲ་བོ་བྱུང་ཨ་ད་གཙོ་བོ་འགྲོ་བ་དེ་ད་རེས་རྣམ་པ་ཚོས་དེ་ལྷག་པར་དུ་མཁས་དབང་ཚོའི་གི་ཐོག་ནས་དགོངས་འཆར་དང། དེ་འདྲ་གང་བྱུང་བ་དེ་ཨ་ནི་གཅིག་གིས་ང་ཚོ་སྙན་ཐོའི་ཚུལ་དུ་གཅིག Recommendation ཟེར་གི་རེད་བ་དེ་འདྲའི་གི་ཐོག་ནས་ཡང་བོད་མིའི་སྒྲིག་འཛུགས་ལ་ཡང་གནང་ཐུབ་པ་ཡིན་ན་ཨ་ནི་ཡང་སྒྲིག་འཛུགས་ངོས་ཀྱང་ནས་ཆ་མཐུན་རྐྱེན་བྱ་ཡ་ད་ཆ་ཞིག་བཀོད་སྒྲིག་བྱས་འདུག་གར་བྱས་ཏོ། ད་དུང་ང་ཚོ་བྱས་ནས་གང་ལྟར་ང་ཚོ་དེ་རྒྱུན་སྲུང་བྱས་ད་ང་ཚོ། ད་ལྟ་ང་ཚོ་ཉེན་ཁ་དེ་ག་ཚོད་སླེབས་མི་འདུག་ཞེ་དུས་ཙམ་པ་ལ་ཡང་ད་ལྟ་ང་ཚོ་ཧྲ་ཚུར་དུ་མ་ཚུར་ན་ད་ལྟ་སིམ་འཚོལ་བ་ལ་ཡང་དཀའ་ངལ་ཁག་མི་འདུག་བསམ་གྱི་འདུག་ཞེ་དུས་འོ་དེ་འདྲས་ཀྱི་གནང་རོགས་གནང་ཞེས་ཞུས་བ་དང་མཐའ་མ་དེ་སྐུ་ངོ་རྣམ་པ་ཚོ་དང། སྲོལ་རྒྱུན་ཉམས་ཞིབ་ཁང་ལ་ཡང་ད་རེས་དེ་འདྲས་ཀྱི་གོ་སྒྲིག་གནང་བ་དེ་དཔེ་དཀའ་བོ་བྱུང་ཐུགས་ཆེ་གནང་ཞུས་བ་ཡིན་ཐུགས་ཆེ་གནང།
སྐུ་ངོ་མཆོག་ལ་ད་ལྟ་གཙོ་གནད་ཀྱི་གསུང་བཤད་གནང་བར་སྙིང་ཐག་པ་ནས་ཐུགས་ཆེ་ཞུ་ཡ་ཡིན། ཨ་ནི་དེ་དང་ལྷན་དུ་ང་ཚོས་ཀྱིས་ད་ལྟ་དབུ་འབྱེད་ཀྱི་མཛད་སྒོ་དེ་གྲུབ་ཟིན་པ་ཡིན། ཨ་ནི་དེ་ནས་ང་ཚོས་ཀྱིས་ཚོགས་དུས་དང་པོ་དེ་ཨ་ནི་ཆུ་ཚོད་བཅུ་དང་སྐར་མ་བཞི་བཅུ་ནས་དབུ་འཛུགས་ཞུས་ཆོག་པ་བྱས་དེ་ལ།